ས་སྐྱ་ལོའི་བོད་ཟླ་གཉིས་པའི་ཚེས་བཅོ་ལྔ་དང་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་སྤྱི་ཟླ་གསུམ་པའི་ཚེས་སུམ་ཅུ་སོགས་ཆེ་ས་སྤེན་པའི་ལས་རིམ་བཀོད་སྒྲིག་གནང་མཁན་ལྷུན་གྲུབ་ཚེ་རིང་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་ཚེ་བརྟན་རྡོ་རྗེ་བཅས་ནས་ལས་རིམ་ཁག་རིམ་བཞིན་སྙན་སྒྲོན་ཞུ་གི་ཡིན།
ཐེངས་འདིའི་ལས་རིམ་ཁག་གི་ཐོག་མར་དབུས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་དང་རྒྱ་གར་གྱི་བློན་ཆེན་ཟུར་པ་སྐུ་ཞབས་ཁེམ་རི་རྣམ་གཉིས་ཀྱིས་རྒྱ་གར་གཞུང་གིས་སྤྱི་ནོར་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་དང་བོད་ཐོག་ལ་འཛིན་པའི་སྲིད་བྱུས་ལ་འགྱུར་བ་གང་ཡང་ཕྱིན་མེད་པའི་སྐོར་གསལ་བཤད་གནང་པའི་གནས་ཚུལ་དང།
དེ་རིང་གི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བོད་ཤར་ཕྱོགས་རྔ་པ་སྐྱིད་སྡེ་དགོན་པའི་དགེ་འདུན་པ་བློ་བཟང་སངས་རྒྱས་ལགས་ལ་རྒྱ་ནག་གཞུང་གིས་ཁྲིམས་ཁང་ནས་ལོ་ལྔའི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པའི་སྐོར་དང།
སྒང་ཏོག་ས་གནས་སུ་རྩོད་རྙོག་དུམ་སྒྲིག་ཐད་ཟབ་སྦྱོང་གནང་པའི་སྐོར་དང།
དེ་ནས་ཨ་མི་རི་ཀའི་ནང་དུ་ཡོད་པའི་ཨེ་མ་རི་གཙུག་ལག་སློབ་གཉེར་ཁང་གི་བོད་ཀྱི་བོད་དོན་གཟའ་འཁོར་སྐོར་གྱི་གནས་ཚུལ་ཕྱོགས་བསྡུས་ཞུས་པའི་སྐོར་དང།
མཇུག་ཏུ་བཟའ་བ་དེ་ན་ཐོན་པའི་རྒྱལ་སྤྱིའི་གསར་འགྱུར་གལ་ཆེ་ཁག་ཅིག་ཕྱོགས་བསྒྲིགས་ཞུ་བའི་ལེ་ཚན་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་གསན་རོགས་གནང།
ལན། རྣམ་པ་ཚོ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་གཡོ་སྒྲོན་ལགས་དང་ཚེ་བརྟན་རྡོ་རྗེ་གཉིས་ནས་དེ་རིང་གི་གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱིས་བཙན་བྱོལ་བོད་མི་རྣམས་ལ་ད་བར་རྒྱ་གར་གཞུང་དང་མང་ཚོགས་ཀྱི་མཐུན་འགྱུར་དང་རོགས་རམ་གནང་བར་ཐུགས་རྗེ་ཞུ་རྒྱུའི་མཛད་སྒོ་ཐོག་རྒྱ་གར་གཞུང་གི་དཔོན་རིགས་མཉམ་ཞུགས་བྱས་ན་འོས་བབ་མེད་པའི་བཀོད་ཁྱབ་བཏང་པ་དེ་ནི་རྒྱ་གར་གཞུང་གིས་ད་ལྟའི་དུས་བབ་དེ་རྒྱ་ནག་དང་འབྲེལ་བའི་གནད་དོན་ཐོག་ལ་འོས་འཚམ་ཞིག་མིན་པའི་ངོས་འཛིན་གནང་བ་ཞིག་ཡིན་པའི་སྐོར་ནིའུ་ཡོག་དུས་བབ་ཀྱི་གནས་ཚུལ་སྤེལ་ཡོད་པ་རེད། དབུས་བོད་མིའི་སྒྲིག་འཛུགས་ཀྱིས་རྒྱ་གར་གཞུང་མང་གཉིས་ལ་ཐུགས་རྗེ་ཞུ་རྒྱུའི་མཛད་སྒོ་དེ་བཞིན་ཐོག་མར་རྒྱལ་ས་ལྡི་ལིར་འཚོགས་རྒྱུའི་འཆར་གཞི་ཡོད་ཀྱང་རྒྱ་གར་ཕྱི་སྲིད་དྲུང་ཆེས་གཞུང་གི་དཔོན་རིགས་ནང་མཛད་སྒོར་ཞུགས་ན་འོས་བབ་གཟིགས་ཀྱི་མེད་པ་དང་དུས་ཚོད་དེ་ནི་རྒྱ་གར་དང་རྒྱ་ནག་འབྲེལ་བའི་ཐོག་ལ་གཉན་འཕྲང་དུས་ཚོད་ཞིག་འཁེལ་ཡོད་པ་ནི། རྒྱ་གར་ཕྱོགས་ནས་རྒྱ་ནག་དང་འབྲེལ་ལམ་ཇེ་བཟང་དུ་གཏོང་རྒྱུའི་འབད་བརྩོན་གནང་བཞིན་པའི་ཁོངས། རྒྱལ་ཁབ་གཉིས་ཀྱི་ཆེས་མཐོའི་དཔོན་རིགས་ཕན་ཚུན་ལྷན་འཛོམས་རིང་པོ་ཡོང་གི་ཡོད་པའི་གནས་ལུགས་ལམ་སྟོན་གནང་བ་སྟེ། ཐོག་ཆེ་ཞུ་རྒྱུའི་མཛད་སྒོ་འཚོགས་ཡུལ་ས་གནས་འགྱུར་བ་ཕྱིན་ཏེ་མཛད་སྒོ་སྔོན་གྱི་འཆར་གཞི་ལྟར་བཞུགས་སྒར་རྡ་རམ་ས་ལར་འཚོགས་རྒྱུ་ཡིན་པ་རེད་ཅེས་གནས་ཚུལ་བཀོད་སྤེལ་བྱས་ཡོད་པར་མ་ཟད། དབུས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་དང་རྒྱ་གར་གྱི་བློན་ཆེན་ཟུར་པ་སྐུ་གཤེགས་ཁེམ་རི་རྣམ་གཉིས་ཀྱིས། རྒྱ་གར་གཞུང་གིས་རྒྱ་ནག་དང་འབྲེལ་བ་བཟང་དུ་གཏོང་རྒྱུའི་ཁོར་ཡུག་བསྐྲུན་རྒྱུའི་ཆེད་དུ་ཡིན་པ་ལས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་ཐོག་ལ་འཛིན་པའི་རྒྱ་གར་གཞུང་གི་སྲིད་བྱུས་སྔར་བཞིན་ལས་འགྱུར་བ་གང་ཡང་ཕྱིན་མེད་པའི་གསལ་བཤད་གནང་ཡོད་པ་རེད། དེའི་སྐོར་གྱི་ནང་དོན་ཞིབ་ཕྲ་ཨུ་རྒྱན་བསྟན་འཛིན་ལགས་ཀྱིས་བཏང་གནང་པའི་གནས་ཚུལ་ཞིག་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་དང་རྒྱ་གར་གྱི་བློན་ཆེན་ཟུར་པ་སྐུ་ཞབས་གྷེར་མི་རྣམ་གཉིས་ནས་རྒྱ་གར་གཞུང་གིས ྋགོང་ས་མཆོག་དང་བོད་ཐོག་འཛིན་པའི་སྲིད་བྱུས་ལ་འགྱུར་བ་གང་ཡང་ཕྱིན་མེད་པའི་སྐོར་འགྲེལ་བརྗོད་གནང་བ། དེ་ཡང་རྒྱ་གར་གཞུང་གིས་རྒྱ་ནག་མཉམ་འབྲེལ་ལམ་ཡར་རྒྱས་གཏོང་རྒྱུའི་ཁོར་ཡུག་བསྐྲུན་བཞིན་པ་དེས་རྒྱ་གར་གཞུང་གིས་སྤྱི་ནོར་ཁོངས་སྐྱབས་མགོན་ཆེན་པོ་མཆོག་དང་བུད་མེད་ཐོག་འཛིན་པའི་སྲིད་བྱུས་ལ་འགྱུར་བ་ཕྱིན་པ་ཞིག་ལ་ངོས་འཛིན་ཐུབ་ཐབས་མེད་པའི་སྐོར་བུད་མེད་སྒྲིག་འཛུགས་ཀྱི་མགྲིན་ཚབ་པ་ཕྱི་དྲིལ་དྲུང་ཆེ་དྭགས་པོ་བསོད་ནམས་ནོར་བུ་ལགས་ཀྱིས་འགྲེལ་བརྗོད་གནང་བྱུང། ངེད་ཅག་ལྟ་ག་ཚད་རྒྱུ་མཚན་ག་རེ་ཤེས་དགོས་ཟེར་ན་ཡིན་རྒྱ་གར་གྱི་སྲིད་བློན་མདོ་དྲུག་པའི་ནང་ལ་ཡང་ཡིན་རྒྱ་ནག་ལ་ཕེབས་ཡ་ལ་དང་དེ་འབྲེལ་གྱི་སོགས་པ་ལྟར་བཀའ་མོལ་མང་པོ་གསུངས་བསྡད་ཡོད་ད་དེ་འདྲ་ཆ་ནས་རྒྱལ་ཁབ་སུ་དང་སུ་ཡིན་པའི་ནི་ཨེ་ནི་ཅིག་འབྲེལ་བར་དུ་དེ་འབྲེལ་བྱེད་པར་ཁོར་ཡུག་བསྐྲུན་ཡག་གི་གནས་ཚུལ་ཅིག་ཡོད་པར་བ། ཁོར་ཡུག་བསྐྲུན་པ་ཙམ་གྱིས་ཨེ་ནི་ཅིག་ག་ས་བའི། རྒྱ་གར་གཞུང་གིས་བོད་དོན་ཐོག་ལ་འཛིན་པའི་སྲིད་བྱུས་ལ་འགྱུར་བ་ཕྱིན་པར་སེམས་ན་དེ་དེ་དོན་པོ་མ་རེད་ཞུ་ཡིན། དེ་ཚེས་ཉི་ཤུ་རྩ་དགུ་ཉིན་རྒྱ་གར་གྱི་གསར་ཤོག Economic Times ཞེས་པའི་ནང་གནས་ཚུལ་བཀོད་སྤེལ་བྱས་པ་ལྟར་ན་རྒྱ་གར་གཞུང་གིས་རྒྱ་ནག་མཉམ་འབྲེལ་ལམ་ཡར་རྒྱས་གཏོང་རྒྱུའི་སླད་ཕྱི་ནང་ཁོངས་སྐྱབས་མགོན་ཆེན་མོ་མཆོག་ལ་ཟུར་ཕུད་ལྟ་བུའི་སྲིད་ཇུས་འཛིན་བཞིན་ཡོད་པ་དང་རྒྱལ་ཁབ་གཉིས་དབར་འདས་པའི་ལོ་ཡོད་ནང་ས་མཚམས་ཀྱི་དཀའ་རྙོག་འཕྲད་པ་བརྒྱུད་རྒྱ་གར་གྱི་སྲིད་བློན་སྐུ་ཞབས Narendra Modi མཆོག་གི་གཞུང་ནས་རྒྱ་ནག་ཐོག་འཛིན་པའི་མཁྲེགས་བཟུང་གི་སྲིད་ཇུས་དེ་ལམ་ལྷོང་ཡོང་གི་མེད་སྟབས་མ་འོངས་འབྲེལ་ལམ་བཟང་དུ་གཏོང་རྒྱུའི་ཆེད་དུ་སྲུང་སྐྱོབ་སློབ་སྟོན་པ Ajit Doval མཆོག་དང་ཕྱི་སྲིད་བློན་ཆེན Sushma Swaraj མཆོག་དེ་བཞིན་བདེ་སྲུང་བློན་ཆེན Nirmala Sitharaman བཅས་གནད་ཡོད་དཔོན་རིགས་ཚོ་སྤྱི་ཟླ་བཞི་པའི་ནང་རྒྱ་ནག་ཏུ་ཕེབས་འཆར་ཡོད་པ་མ་ཟད། སྲིད་བློན་སྐུ་ཞབས Narendra Modi མཆོག་ཀྱང་སྤྱི་ཟླ་དྲུག་པའི་ནང་རྒྱ་ནག་ཏུ་ཕེབས་འཆར་ཡོད་པ་སོགས་ལ་བརྟེན་ནས་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་མདུན་སྐྱོད་བྱ་རྒྱུའི་སྲིད་ཇུས་དེ་སྤྱི་ནོར་ཁོངས་སྐྱབས་མགོན་ཆེན་པོ་མཆོག་ཟུར་ཕུད་ལྟ་བུ་ཆགས་ཡོད་སྐོར་བཀོད་ཡོད་པ་དེའི་སྐོར་ལ་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་ཕྱི་དྲིལ་དྲུང་ཆེ་དྭགས་པོ་བསོད་ནམས་ནོར་བུ་ལགས་ཀྱིས་འགྲེལ་བརྗོད་གནང་གསལ་དུ་དེ་ནི་རྒྱལ་ཁབ་ཀྱི་ཕྱི་འབྲེལ་གྱི་ཁོར་ཡུག་བསྐྲུན་པ་ཞིག་ལས་གཞི་རྩའི་སྤྱི་ནོར་ཁོངས་སྐྱབས་མགོན་ཆེན་པོ་མཆོག་གི་ཐོག་འཛིན་པའི་སྲིད་ཇུས་ལ་འགྱུར་བ་གང་ཡང་ཕྱིན་མེད་པའི་སྐོར་རྒྱ་གར་གྱི་ཕྱི་སྲིད་ལས་ཁུངས་ནས་གསལ་པོ་བཟོས་ཟིན་ཡོད་པ་མ་ཟད་ད་རེས་རྒྱ་གར་གཞུང་མང་གཉིས་ལ་ཐུགས་རྗེ་ཆེ་ཞུ་མཛད་སྒོའི་ཐོག་རྒྱ་གར་གྱི་གནད་ཡོད་དཔོན་རིགས་མང་པོ་ཞིག་ཕེབས་ཀྱི་ཡོད་པ་དེ་བརྒྱུད་ནས་གསལ་པོ་ཆགས་ཀྱི་རེད་ཅེས་འགྲེལ་བརྗོད་གནང་བྱུང། རྒྱ་གར་གཞུང་མང་གཉིས་ལ་ཡང་ཨནི་བཙན་བྱོལ་བོད་མི་དང་དག་ན་གཞིན་དང་བོད་མི་ཡོངས་ནས་ཨནི་རྒྱ་གར་གཞུང་མང་གཉིས་ལ་ཐུགས་རྗེ་ཆེ་ཞུ་ཡོད་ཀྱི་ད་ག་མཇལ་མཛད་སྒོ་ཆེན་པོ་གཅིག་ཚུགས་ཡ་རེད་འདིའི་ཐོག་ལ་ཡང་སྐྱབས་མགོན་རིན་པོ་ཆེ་ཆུ་ཡིས་གནང་གི་རེད། དེའི་ཐོག་ལ་ཡང་ཨེ་ནི་གནད་ཡོད་མི་སྣ་མང་པོ་ཞིག་ཕྱི་རྒྱུད་གླེང་དགོས་རེད། དེ་ཡིས་གནད་སྙན་མ་གི་ཚགས་པར་ནང་ལ་ཡང་ཐོན་བཞག་པའི་གནས་ཚུལ་མང་པོ་ཅིག་ཡོད་པ་དེ་ཚོའི་གི་བདེན་པ་མེད་པ་ཅིག་ལ་ཡང་ཨེ་ནི་ར་སྤྲོད་ཡོང་གི་རེད་གསུངས་པ་འདུག། ཡང་རྒྱ་གར་གྱི་གྲོས་ཚོགས་འཐུས་མི་ཟུར་པ་དང་བློན་ཆེན་ཟུར་པ་ད་ལྟ་རྒྱ་གར་ནང་སྲིད་ལས་ཁུངས་ཀྱི་ཁྱབ་འོག་རྒྱལ་ཡོངས་སྤྱི་ཚོགས་མཛའ་མཐུན་བདེ་རྩའི་འཐུས་མི་སྐུ་ཞབས་རིན་ཆེན་མཁའ་འགྲོ་ཁེར་མེ་ལགས་ཀྱིས་གནས་ཚུལ་འདི་དང་འབྲེལ་བའི་སྐོར་གསུངས་དོན་ལ། དོན་ལ།

གཤམ་ལ་མུ་མཐུད་གསར་འགྱུར་སྙན་སྒྲོན་ཞུ་ཡིན། ཡིད་སྐྱོ་བའི་གནས་ཚུལ་ཞིག་ལ་ཡུན་རིང་བོད་དོན་ལ་རྒྱབ་སྐྱོར་གནང་མཁན་ཨ་རི་བ Chris Spink ལགས་འདས་གྲོངས་སུ་ཕྱིན་པའི་གནས་ཚུལ་དུ། ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་གནང་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་དེ་རིང་གནས་ཚུལ་མཁོ་སྤྲོད་གནང་པར་གཞིགས་ན་སྒྱུ་རྩལ་མཁན། Grace Hsing། ལགས་ནི་དུས་ཡུན་རིང་པོའི་ནང་བོད་དོན་ལ་རྒྱབ་སྐྱོར་གནང་མཁན་ཞིག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་ཞིག་ཡིན་ཞིང། Grace Hsing། ལགས་ཁོང་ཨ་མེ་རི་ཁའི། Middlebury། Vermont། དུ་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་དགུ་ཉིན་འདས་གྲོངས་སུ་ཕྱིན་ཡོད་པ་དང། ཁོང་ལ་དབང་རྩའི་ནུས་སྟོབས་གཞན་ཞན་དུ་ཕྱིན་ནས་དྲན་གཤིས་ཉམས་པའི་སྙུང་གཞི་ཡང་ཕོག་ཡོད་པའི་སྐོར་འཁོད་འདུག་དེ་སྔ་ཁོང་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཁྲོན་དུ་དུས་ཡུན་རིང་པོ་བཞུགས་མྱོང་ཡོད་པ་མ་ཟད་དུས་དང་རྣམ་པ་ཀུན་ཏུ་བོད་དོན་ལ་ལས་འགུལ་ཚང་མའི་ནང་མཉམ་ཞུགས་གནང་མཁན་དང་ལོ་མང་རིང་གཟའ་པ་སངས་ནམ་ཉིན་ལ་རྒྱ་ནག་གཞུང་ཚབ་ཁང་གི་མདུན་དུ་ཕེབས་ནས་བོད་དོན་ཆེད་དུ་ལས་འགུལ་སྤེལ་གནང་བ་དང་དེ་བཞིན་དུས་རྒྱུན་དུ། ཐུགས་སེམས་བཟང་པོ་ཡོད་པ་སོགས་དགེ་མཚན་མང་པོ་ཡོད་པར་བརྟེན་ནས་ཉེ་ཆར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་བདེན་པའི་སྒྲོན་མེ་ཞེས་པའི་བྱ་དགའ་དེ་ཡང་ཀྲིས་སི་པིང་ལགས་སུ་ཕུལ་ཡོད་པ་དང་དུས་རྒྱུན་དུ་བོད་པ་ཚོས་ཁོང་ལ་གུས་ཞབས་ཐོག་ནས་ཨ་མ་ཀྲིས་ལགས་ཞེས་ཞུ་གི་ཡོད་པ་རེད། ད་རེས་བགྲེས་སོང་ཁོང་སྐུ་གྲོངས་པ་དེས་བོད་མིའི་གྲོགས་པོ་ཡག་ཤོས་ཤིག་མེད་པར་གྱུར་བ་དང། བོད་དོན་བདེན་པའི་འཐབ་རྩོད་པ་ཡག་པོ་ཞིག་མེད་པར་གྱུར་བ་ཡིན་ན་ཡང་ཁོང་གི་ཐུགས་རྒྱུད་བཟང་པོ་དེ་དང་བདེན་པའི་འཐབ་རྩོད་ཀྱི་མཛད་བཟང་དེ་དག་དུས་ནམ་ཡང་བརྗེད་ཐབས་མེད་པས་བོད་པ་དང་བོད་དོན་རྒྱབ་སྐྱོར་བ་ཡོངས་ཀྱིས་ཁོང་ལ་དུས་དང་རྣམ་པ་ཀུན་ཏུ་གནམ་གྱི་གོ་འཕང་མྱུར་དུ་ཐོབ་པའི་སྨོན་ལམ་དང་གུས་འདུད་ཞུ་བ་སོགས་དྲ་རྒྱ་ཁག་ནང་གནས་ཚུལ་སྤེལ་བཞག། ནང་སོག་གི་འབྲོག་པ་གཉིས་ཀྱིས་པེ་ཅིང་དུ་ནང་སོག་ས་གནས་འབུད་རེས་དང་ཚོང་པའི་བར་ལག་འབྲེལ་བྱས་ནས་ས་གནས་འབྲོག་པའི་རྩྭ་ཐང་བཙན་བཟུང་བྱེད་པའི་བྱ་སྤྱོད་རྒྱ་ནག་གཞུང་ལ་ཞུ་གཏུག་བྱེད་དུ་ཕྱིན་པའི་རྐྱེན་གྱིས་ནང་སོག་ཉེན་རྟོག་པས་འཛིན་བཟུང་བྱས་ཡོད་པ་རེད། ནང་སོག་གི་ཨུ་ལན་ཧར་ས་གནས་གྲོང་གསེབ་ཀྱི་འབྲོག་པ་ཝང་ཡ་ཏོག་དང། ཏོག་དབྱང་གཉིས་ཀྱིས་ནང་སོག་ས་གནས་ཀྱི་འབྲོག་པའི་རྩྭ་ཐང་ས་གནས་དཔོན་རིགས་དང་ཚོང་པའི་བར་ལག་འབྲེལ་བྱས་ནས་ས་གནས་འབྲོག་པ་ཚོ་བཀོལ་སྤྱོད་སེམས་ཅན་འཚོ་རྒྱུར་དཀའ་ངལ་ཆེན་པོ་འཕྲད་བཞིན་པའི་གནས་སྟངས་ས་གནས་གཞུང་གི་ལས་ཁུངས་ཁག་ལ་ཞུ་གཏུག་ཐེངས་མང་བྱས་ཀྱང་ཁ་ཡ་མ་བྱས་པའི་རྐྱེན་གྱིས་ཁོང་གཉིས་ཀྱིས་པེ་ཅིང་དུ་ཞུ་གཏུག་བྱེད་པར་འགྲོ་རྩིས་བྱས་ནས་ཏོག་དབྱང་པེ་ཅིང་དུ་བསྐྱོད་ཡོད་དང་ཡེ་ནི་ཝང་ཡག་ཏོག་ཞུ་གཏུག་བྱེད་པར་འགྲོ་རྩིས་སྐབས་ནང་སོག་གི་ས་གནས་ཉེན་རྟོག་པས་ཕྱི་ཚེས་ཉི་ཤུ་བརྒྱད་ཉིན་རང་ཁྱིམ་ནས་འཛིན་བཟུང་བྱས་པའི་ཁར་ཏོ་ཡཱ་ཡང་པེ་ཅིན་ནས་འཛིན་བཟུང་བྱས་ཡོད་པ་རེད། ནང་སོག་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་གནང་མཁན་ཞིག་ན་ཞུགས་བས་དེ་ག་རླུང་འཕྲིན་ཁང་ལ། ཁོང་གཉིས་འཛིན་བཟུང་བྱེད་པའི་སྐབས་ཉེན་རྟོག་པས་ཁོང་གཉིས་ཀྱི་ཞུ་གཏུག་ཐེངས་མང་བྱས་ནས་སྤྱི་ཚོགས་བདེ་འཇགས་ལ་གནོད་སྐྱོན་བཟོ་ལུགས་བཤད་ནས་ཉེས་ཅན་པའི་ནག་ཉེས་བཙུགས་ཏེ་འཛིན་བཟུང་བྱས་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། ཝང་ཡག་ཏོག་ཡིས་དེའི་གོང་དེ་ག་རླུང་འཕྲིན་ཁང་ལ་གནས་ཚུལ་ཐེངས་མང་ངོ་སྤྲོད་བྱས་པ་དང། སྐབས་དེ་ཁོང་གིས་ཉིས་སྟོང་བཅུ་དྲུག་ལོའི་དབྱར་དུས་སུ་རྒྱུག་ཆུའི་ནང་ཆུ་རྒྱས་པའི་སྐབས་དེའི་ཁུལ་དུ་ཚོང་པས་གང་སར་ས་བྲུས་ནས་རྩྭ་ཐང་ལ་གནོད་འཚེ་ཚབས་ཆེ་བཟོ་བའི་གནས་སྟངས་ཐོག་ནས་ས་གནས་དཔོན་རིགས་ཚོ་ཨར་ལས་འཛུགས་སྐྲུན་བྱེད་མཁན་གྱིས་རྩྭ་ཐང་ཐོག་གང་སར་ས་བྲུས་ནས་ཁོར་ཡུག་ལ་གནོད་འཚེ་ཆེན་པོ་བཟོ་བཞིན་པའི་སྐོར་སྙན་སེང་ཐེངས་མང་ཞུས་ཀྱང་ཁ་ཡ་མ་བྱས་པར་ས་གནས་འབྲོག་པ་ཚོ་འུ་ཐུག་ནས་ས་གནས་སུ་ཨར་ལས་འཛུགས་སྐྲུན་བྱེད་མཁན་མོ་ཀྲ་ཀ་པའི་རྐྱེན་གྱིས་ཝང་ཡའོ་ཏོའོ་ཡིས་དོན་མེད་རྙོག་དྲ་བཟོས་པའི་ཉེས་འཛུགས་ཐོག་ནས་ཕྱིར་ཟླ་བ་དྲུག་ལྷག་བཀག་ཉར་བྱས་པའི་གནས་ཚུལ་བྱུང་ཡོད་པ་དང། བཀག་ཉར་ཁང་ནས་ཕྱིར་ལོག་པའི་རྗེས་ལ་ཡང་ཁོང་གིས་ས་གནས་ལས་ཁུངས་མང་པོར་གནད་དོན་དེའི་སྐོར་ཞུ་གཏུག་བྱས་ཀྱང་དོན་འབྲས་གང་ཡང་སོན་མེད་པའི་སྐོར་ངོ་སྤྲོད་བྱས་བཞག། མ་ཡ་མའམ་འབར་མའི་སྲིད་འཛིན་གསར་པས་རེ་ས་པ་སངས་ཉིན་དམ་འབུལ་མཛད་སྒོའི་ཐོག་འབར་མའི་དམག་དཔུང་གིས་ཁྲིམས་ལ་བསྒྱུར་བཅོས་གནང་རྒྱུ་ཁས་ལེན་གནང་ཡོད། ཟེར་གསུངས་ཡོད་པའི་གནས་ཚུལ་འདུག་རེས་གཟའ་ཕག་སང་ཉིན AFP གཟའ་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། དེའི་སྔོན་གྱི་སྲིད་འཛིན་གཟའ་འཁོར་སྔོན་མར་གློ་བུར་དུ་ལས་གནས་ནས་དགོངས་པ་ཞུས་གནང་པའི་རྗེས་སུ་ཕྱི་ཚེས་ཉི་ཤུ་བརྒྱད་ཉིན་འབར་མའི་གྲོས་ཚོགས་ནང་སྲིད་འཛིན་གསར་པའི་འོས་བསྡུ་གནང་ནས་ལྕམ་ཨང་སང་སུའུ་སྐྱིད་མཆོག་གི་ཤོག་ཁག་ཡིན་པའི་གལ་ཆེའི་མི་སྣའི་གྲས། ད་ལོ་དགུང་གྲངས་དྲུག་ཅུ་རེ་དཀྲུགས་ཟིན་པའི་ཆབ་སྲིད་བཙོན་ཟུར Win Myint ལ། སྲིད་འཛིན་དུ་འོས་འདེམས་བྱུང་ཡོད་པ་རེད། ནོ་སྦེལ་ཞི་བདེའི་གཟེངས་རྟགས་ཐོབ་མྱོང་མཁན་ལྕམ་ཨང་སན་སུའུ་ཀི་མཆོག་གི་སྐུ་ཟླ་ཕྱི་རྒྱལ་བ་ཡིན་ཙང་སྤྱི་ལོ་ཉིས་སྟོང་བཅོ་ལྔ་ལོར་འོས་བསྡུ་ཆེན་མོའི་སྐབས་འབར་མའི་དྲག་པོའི་གཞུང་གིས་ཁོང་ལ་རྩ་ཁྲིམས་གཞིར་བཟུང་ནས་ཁོང་སྲིད་འཛིན་གནང་རྒྱུར་བཀག་སྡོམ་བྱས་ཡོད་པ་རེད། དམག་དཔུང་ནི་འབར་མའི་ཆབ་སྲིད་ཀྱི་གནས་བབ་ནང་གལ་ཆེའི་ནུས་པ་ཞིག་ཡོད་པ་དང་འབར་མའི་གསར་འགོད་པ་ཝན་ཏིང་གིས་དཔྱད་བརྗོད་སྤེལ་བར་གཞིགས་ན། ད་ལྟའི་གནས་སྟངས་འདིའི་འོག་ཏུ་སྐུ་གཟུགས་ཐང་པོ་ཞེ་དྲག་མེད་པའི་ཝིན་མིན་གྱིས་ཨང་སང་སུའུ་སྐྱིད་མཆོག་གི་ཆེད་དུ་རྒྱན་མང་ཙམ་འཁུར་རྒྱུར་དཀའ་ངལ་འཕྲད་རྒྱུ་རེད་ཟེར་གསུངས་བཞག་ད་ནིའུ་ཡོག་ཁྲཱིམས་ཞེས་པའི་ནང་མ་གཞི་ཝིན་མིན་འབར་མའི་སྲིད་འཛིན་དུ་འཁོད་ཡོད་པ་རེད་ཡིན་ན་ཡང་དོན་དངོས་ཐོག་འབར་མའི་ནང་ཨང་སང་སུའུ་སྐྱིད་མཆོག་ནི་གཙོ་འཛིན་ངོ་མ་དེ་ཡིན་པ་མ་ཟད་སྔར་བཞིན་འབར་མའི་དམག་དཔུང་གི་ནུས་པ་ཡང་ཆེན་པོ་ཡོད་རེད། དེར་བརྟེན་ཝེན་མིན་གྱིས་འབར་མའི་ད་ཡོད་ཀྱི་ཆབ་སྲིད་གནས་སྟངས་ལ་འགྱུར་བ་གཏོང་ཐུབ་སྲིད་ཀྱི་མ་རེད་འོན་ཀྱང་ཨང་སང་སུའུ་ཀི་མཆོག་གིས་ལས་དོན་འགའ་ཞིག་ཐད་ལ་འགན་ཁུར་གནང་ཐུབ་ཀྱི་རེད་ཟེར་བཀོད་བཞག་དེ་བཞིན་གནས་ཚུལ་བཀོད་པའི་ནང་མ་གཞི་གསར་འགོད་གསར་དུ་འོས་འདེམས་བྱུང་བའི་སྲིད་འཛིན་གསར་པས་དྲག་པོའི་སྲིད་གཞུང་གི། ཟིན་བྲིས་བཀོད་པས་ཁྲིམས་ལ་བསྒྱུར་བཅོས་གཏང་རྒྱུར་ཁས་ལེན་གནང་ཡོད་ཀྱང་འགོག་རྐྱེན་མང་པོ་འཕྲད་སྲིད་པར་གདོང་ལེན་གནང་དགོས་ཀྱི་ཡོད་རེད་ཅེས་གསུངས་བཞག།
རྒྱ་ནག་གཞུང་གིས་རྒྱ་ནག་གི་ཧྥུའུ་ཅན་ཞིང་ཆེན་གྱི་མིང་དུ་ས་གནས་ནང་གི་ཡེ་ཤུ་བླ་ཆེན། ཆོས་དཔོན་ཀོའོ་ཞི་ཅིང་བསྐྱར་དུ་བཙན་ཁྲིད་བྱས་པའི་གནས་ཚུལ་ཐོན་ཡོད་པ་རེད། དེ་ཡང་མཆོད་དཔོན་ཀོའུ་ཞི་ཅིང་ནི་ཡེ་ཤུའི་བླ་ཆེན་ལྡན་ས་ཝེ་ཏྲེ་ཁེ་ནས་བསྐོ་བཞག་བྱས་པའི་མཆོད་དཔོན་ཞིག་ཡིན་པ་དང་ཁོང་རྒྱ་ནག་གཞུང་གིས་ཉེ་ཆར་ཉིན་གཅིག་རེའི་དོ་དམ་བཀག་ཉར་བྱས་ཏེ་གློད་གྲོལ་ཐོབ་པ་ཡིན་ཞིང། ཡེ་ཤུའི་བླ་ཆེན་གྱི་ལྡན་ས་དང་རྒྱ་ནག་གཞུང་ཕན་ཚུན་རྒྱ་ནག་ནང་མཆོད་དཔོན་བསྐོ་བཞག་བྱེད་ཕྱོགས་ཐད་མི་མཐུན་པའི་རྙོག་དྲ་ཡོད་པ་ལྟར་ཕྱོགས་གཉིས་པོ་གནད་དོན་དེ་ཐད་གྲོས་མོལ་བྱེད་པའི་སྐབས་ཏེ་གཟའ་འཁོར་དེ་ནང་ཁོང་འཛིན་བཟུང་བྱས་ཡོད་ཀྱང་ཉིན་གཅིག་ལས་བཀའ་ཉར་མ་བྱས་པར་གློད་བཀྲོལ་བཏང་པའི་གནས་ཚུལ་དེ་བྱུང་ཡོད་པ་རེད། འོན་ཀྱང་ཆོས་དཔོན་ཀོའོ་ཞི་ཅིན་གྱིས་ཡེ་ཤུའི་ཆོས་ཕྱོགས་དུས་ཆེན་གྱི་སྔ་ནུབ་སྟེ་རེས་གཟའ་ཕུར་བུའི་ཉིན་རྒྱ་ནག་ལྷོ་ཕྱོགས་ཀྱི་སའི་ཇི་ཆོས་ཁང་དུ་འདུ་འཛོམས་བྱུང་བའི་མང་ཚོགས་ལ་བློ་སྟོབས་ཆེན་པོ་བྱ་དགོས་པ་དང་དད་པར་གཡོ་བ་མེད་པར་གནས་དགོས་པའི་རེ་སྐུལ་གནང་པའི་དུས་ཚོད་འཁྱུགས་ཙམ་རྗེས་དེར་རྒྱ་ནག་གཞུང་གི་ལས་བྱེད་པ་ཡོང་སྟེ་ཆོས་དཔོན་ཀོའོ་ཞི་ཅིན་བཙན་ཁྲིད་བྱས་ཡོད་པ་དེ་ནི་ཟ་ཧོར་གཅིག་རིང་གི་ཡུལ་ཤུལ་ཆོས་ཕྱོགས་དུས་ཆེན་དེའི་ནང་ཆོས་དཔོན་ཀོའོ་ཞིན་ཞིས་ཐིང་གཉིས་རྒྱ་ནག་གཞུང་གིས་འཛིན་བཟུང་བྱས་པའི་གནས་ཚུལ་བྱུང་ཡོད་པ་རེད། འོན་ཀྱང་ཡུལ་ཤུལ་གནམ་བདག་ཆོས་ལུགས་པ་ཚོས་ཆོས་ཕྱོགས་དུས་ཆེན་ཟ་ཧོར་གཅིག་དེའི་ནང་གི་རེས་གཟའ་པ་སངས་ཉིན་གྱི་ཆོས་ཕྱོགས་དུས་ཆེན་ཁྱད་པར་ཅན་དངོས་གཞིའི་ཉིན་མོ་འཁེལ་བ་དེར་རྒྱ་ནག་གཞུང་གིས་ངོས་འཛིན་མེད་པའི་རྒྱ་ནག་ལྷོ་ཕྱོགས་གྲོང་གསེབ་དེའི་ནང་དུ་ཡོད་པའི་ཡུལ་ཤུལ་ཆོས་ཁང་གཉིས་པོ་དེར་ཆོས་ཕྱོགས་དུས་དྲན་སྲུང་བརྩི་ཞུ་མཁན་ཡུལ་ཤུལ་ཆོས་དད་པའི་མི་ཚོགས་ཀྱིས་ཁེངས་ཡོད་པ་རེད། དེ་སྔ་རྒྱ་གར་གྱི་མུན་ནག་མཐའ་འཁོབ་ཀྱི་གླིང་ཕྲན་ཞིག་གང་ལ་ད་ཆ་ལོག་བཙུགས་ནས་རྒྱ་གར་བ་ས་ཡ་ཁ་ཤས་མུན་པ་བསལ་ནས་ཁོང་ཚོའི་ས་གནས་གང་སར་གནམ་ས་བླ་འོག་གི་རྒྱུ་བ་ལྟར་འགྲོ་བཞིན་ཡོད་པའི་གནས་ཚུལ་འདུག་རེས་གཟའ་པ་སངས་ཉིན་ཨེ་ཧེ་པི་ཟ་ཁང་གིས་གནས་ཚུལ་སྤེལ་བ་ལྟར་ན Deepak Goel དང་ཁོང་གི་ཁྱོ་ག་སོ་སོར་རམ་གཉིས་པོར་མཉམ་འབྲེལ་རྒྱལ་ཚོགས་ཀྱི་སློབ་གསོ་དང་ཚན་རིག་དེ་བཞིན་རིག་གཞུང་ཚན་པའི་ལས་འཆར་འོག་ཏུ་གྲོང་གསེབ་པ་བརྒྱ་ཕྲག་ཁྲོད་དུ་འཛམ་གླིང་གི་ཤུལ་བཞག་སྲུང་སྐྱོབ་ཀྱིས་ཁོང་གཉིས་ཀྱི་ཁང་པའི་ནང་དུ་ཡང་སློབ་ཞུགས་ཐེངས་དང་པོ་དེ་བཙུགས་ཡོད་པའི་སྐོར་བཀོད་འདུག་ས་གནས་གཞུང་གིས་མོ་འབའ་ནས་གྲུ་གཟིངས་བརྒྱུད་དེ་གླིང་ཕྲན་དེའི་སྒང་ལ་ཡུལ་སྐོར་བ་མང་ཙམ་ལྟ་སྐོར་དུ་ཡོང་རྒྱུའི་རེ་བ་གནང་གི་ཡོད་ཅིང། གླིང་ཕྲན་དེའི་སྒང་ལ་དུས་རབས་ལྔ་པའི་སྐབས་ཀྱི་བྲག་ཕུག་མང་པོ་ཡོད་པ་དེ་དག་གིས་ས་གནས་དེ་གའི་ཡུལ་མི་ཚོར་ལས་ཀ་ཐོབ་རྒྱུ་དང་ཁེ་ལས་གོང་འཕེལ་གཏོང་རྒྱུར་སྐུལ་སྤེལ་གཏོང་ཐུབ་པའི་རེ་བ་གནང་གི་ཡོད་པ་རེད། གླིང་ཕྲན་དེའི་སྒང་ལ་ལོ་ངོ་བརྒྱ་དང་ལྔ་བཅུ་ལྷག་གི་གོང་ལ་སྙན་གྲགས་ཅན་གྱི་བྲག་ཕུག་ལྷ་ཁང་མང་པོ་ཡོད་པ་མ་ཟད་དེའི་ཁུལ་དུ་མི་གྲངས་སྤྱད་སྟོང་ཉིས་བརྒྱ་ཙམ་གྱི་སྡོད་ཁང་ཡང་ཡོད་པ་རེད། ཡིན་ན་ཡང་རྒྱ་གར་གྱི་དཔལ་འབྱོར་ལྟེ་གནས་གྲོང་ཁྱེར་ནས་བར་ཐག་སྤྱི་ལེ་བཅུ་ཙམ་ལས་མེད་པའི་གླིང་ཕྲན་དེའི་སྒང་གི་ཡུལ་མི་མང་ཆེ་བ་དེ་དག་ད་ཕན་གློག་མེད་པར་བསྡད་དགོས་བྱུང་ཡོད་པ་དང་གློག་མེད་པ་དེ་ནི་མི་མང་ལ་དཀའ་ངལ་ཆེན་པོ་ཞིག་འཕྲད་ཀྱི་འདུག་ངའི་བཟའ་ཟླ་འདི་དཔག་ང་ཉིད་དབྱར་ཁ་ཚ་བ་ཆེ་ཐག་ཆོད་ནས་མཚན་མོ་ཕྱི་ལོག་ལ་ཉལ་གི་ཡོད་ལུགས། སོ་སོར་རམ་ཡིག་གསར་འགོད་པར་འགྲེལ་བརྗོད་གནང་ཡོད་པ་སོགས་གནས་ཚུལ་སྤེལ་བའི་ནང་བཀོད་བཞག། རྒྱ་ནག་ཆེས་མཐོའི་དཔོན་རིགས་དབྱང་ཅེ་ཁྲི་ཡིས་ལྷོ་ཀོ་རི་ཡའི་སྲིད་འཛིན་སྐུ་ཞོགས་མུན་ཇེ་ཨིན་ལ་བྱང་ཀོ་རི་ཡའི་དཀའ་རྙོག་སེལ་ཐབས་གནང་མཁན་རྒྱལ་ཁབ་ཚོས་སྔོན་ལ་ཀོ་རི་ཡ་ལྷོ་བྱང་གཉིས་ཀྱི་དབུ་ཁྲིད་ཕན་ཚུན་དང་དེ་ནས་བྱང་ཀོ་རི་ཡ་དང་ཨ་མི་རི་ཀ་ཕན་ཚུན་གྲོས་མོལ་གྱི་གོ་སྐབས་དམ་འཛིན་གནང་དགོས་པའི་སྐོར་བཤད་ཡོད་པ་རེད། རྒྱལ་ཁབ་དེ་དག་དང་བྱང་ཀོ་རི་ཡའི་ཕན་ཚུན་འབྲེལ་ལམ་ཛར་དྲག་གི་གནས་སྟངས་དེ་ནི་བྱང་ཀོ་རི་ཡའི་རྡུལ་ཕྲན་གོ་མཚོན་བཟོ་སྐྲུན་བྱེད་པའི་ལས་གཞིའི་དཀའ་ངལ་ཐོག་ན་ནི་རྡུལ་ཕྲན་གོ་མཚོན་དང་མེ་ཤུགས་འཕུར་མདེལ་རིམ་པ་ཚོད་ལྟ་བྱས་པའི་ཁར་ཨ་མི་རི་ཀའི་ས་ཐོག་ཏུ་འཕེན་ཐུབ་པའི་གོ་མཚོན་ཡོད་པའི་འཇིགས་སྐུལ་བྱས་པའི་རྐྱེན་གྱིས་ཨ་མི་རི་ཀའི་ཕྱོགས་ནས་བློས་འགེལ་མི་བཟོད་པའི་ཛར་དྲག་གནས་ཚུལ་བྱུང་ཡོད་ཀྱང་ཉེ་ཆར་ལྷོ་ཀོ་རི་ཡའི་ནང་འཚོགས་པའི་དགུན་ཁའི་ཨོ་ལིམ་པི་རྩེད་འགྲན་ཐོག་བྱང་ཀོ་རི་ཡའི་རྩེད་འགྲན་པ་ཆེ་མཐོང་བྱེད་པའི་གནས་ཚུལ་བྱུང་བ་ནས་བཟུང་ལྷོ་བྱང་ཀོ་རི་ཡའི་གནས་སྟངས་ཧ་ཅང་གི་ཞི་འཇམ་དུ་གྱུར་པའི་རྣམ་པ་ཐོན་ཡོད་པ་རེད། འོན་ཀྱང་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ནས་ལྔ་བཅུ་ང་གསུམ་བར་གྱི་ཀོ་རི་ཡའི་དམག་འཁྲུག་མཇུག་སྒྲིལ་བ་ནས་བཟུང་ཀོ་རི་ཡ་ཕྱོགས་གཉིས་པོའི་གནས་སྟངས་ད་དུང་ཡང་འཁྲུག་རྩོད་ལངས་ཕྱོགས་ངང་གནས་ཡོད་པ་དང། འདས་པའི་དུས་ཚོད་ནང་ཨ་མི་རི་ཀ་དང་ལྷོ་ཀོ་རི་ཡ། བྱང་ཀོ་རི་ཡ། ཉི་ཧོང་རྒྱ་ནག་བཅས་རྒྱལ་ཁབ་དྲུག་སྐུ་ཚབ་ཕན་ཚུན་བྱང་ཀོ་རི་ཡའི་རྡུལ་ཕྲན་འགོ་འཛུན་བཟོ་སྐྲུན་བྱེད་པའི་ལས་གཞི་མཚམས་འཇོག་ཡོང་ཐབས་དང་གོ་མཚོན་ཚོད་ལྟའི་བྱ་སྤྱོད་མཚམས་འཇོག་ཡོང་སྟོབས་དེ་བཀའ་མོལ་རིམ་པ་དང་ཉེས་ཆད་བཏང་པའི་གནས་ཚུལ་བྱུང་ཡོད་ཀྱང་གྲུབ་འབྲས་གང་ཡང་སོན་མེད་པ་རེད། རྒྱ་ནག་དབུས་ཆབ་སྲིད་ལྷན་ཁང་ཚོགས་མི་དང་དབུས་གཞུང་གི་ཕྱི་འབྲེལ་ལས་དོན་ལྷན་ཁང་གི་གཞུང་དོན་ཁང་གི་འགོ་འཛིན་དབྱང་ཅེ་ཁྲི་ལྷོ་ཨི་ཀ་རི་ལྷོ་ཀོ་རི་ཡར་འཚམས་འདྲི་ཡོད་པ་དང་རེ་ས་པ་སངས་ཉིན་སྲིད་འཛིན་མུན་ཅེ་ཨིན་དང་མཇལ་འཕྲད་སྐབས་བྱང་ཀོ་རི་ཡའི་དཀའ་ངལ་སེལ་ཐབས་ལ་ལྷོ་ཀོ་རི་ཡ་ནི་འགག་རྩ་ཡིན་པ་དང་རྒྱལ་ཁབ་ཚང་མས་གོ་སྐབས་དམ་འཛིན་བྱས་ཏེ་གྲུབ་འབྲས་བཞིན་གསོན་ཐབས་ལ་མཉམ་འབྲེལ་ལས་དོན་དང་གྲོས་མོལ་ལེགས་པོ་ཡོང་ཐབས་སུ་ལྷོ་བྱང་ཀོ་རི་ཡའི་སྐུ་ཚབ་ཕན་ཚུན་དང་བྱང་ཀོ་རི་ཡ་དང་ཨ་རིའི་སྐུ་ཚབ་ཕན་ཚུན་གྲོས་མོལ་གྱི་སྔོན་འགྲོའི་གནང་དགོས་པའི་སྐོར་བཤད་ཡོད་པ་རེད། ཡང་མཱ་ལ་ལ་ཡི་ནོ་སྦེལ་ཞི་བདེའི་གཟེངས་རྟགས་ཀྱི་བྱ་དགའ་དངུལ་དེ་ནས་རང་ཡུལ་པ་ཀ་སི་ཐན་གྱི་རི་ཁུལ་ཤང་ལ་རྫོང་དུ་གསར་འཛུགས་གནང་པའི་སློབ་གྲྭ་དེར་ཁང་ཐོག་སྔོ་སྐྱ་དང་དཀར་པོ་གྱོན་པའི་བུད་མེད་སློབ་ཕྲུག་བཅུ་ཕྲག་འགའ་ཤས་བརྫུན་ནང་ཡོད་པའི་སྐོར་གྱི་གནས་ཚུལ་འདུག་བལ་འོས་པའི་ཟ་ཁང་གི་རེས་གཟའ་པ་སངས་ཉིན་གནས་ཚུལ་སྤེལ་བ་ལྟར་ན། ཁ་པར་གོ། སློབ་གྲྭ། དེར། ཐོག་བརྩེགས་གསུམ་ཡོད་པའི་ཁམ་པུའུ་ཏར་འཛིན་གྲྭ་དང་དཔེ་མཛོད་ཁང་བཅས་ཡོད་པ་རེད། མ་ལ་ལ་ནི་ས་གནས་དེ་འགྱུར་བ་གཏོང་རྒྱུའི་མཚོན་རྟགས་ཤིག་ཡིན་ཞིང་ཁོང་གིས་དེ་སྔ་ཡང་བུད་མེད་ཀྱི་སློབ་གསོ་གོང་འཕེལ་གཏོང་རྒྱུར་འབད་བརྩོན་ཆེན་པོ་གནང་མཁན་གྱི་གྲས་ཤིག་ཡིན་པའི་སྐོར་བཀོད་འདུག་འོན་ཀྱང་སློབ་ཕྲུག་གི་ཕ་མ་མང་པོས་སློབ་གྲྭ་དེ་འཇིགས་སྐུལ་དྲག་སྤྱོད་པས་གཏོར་བཤིག་གཏོང་རྒྱུར་འཇིགས་སྣང་བྱས་ཏེ་གསར་འགོད་པ་དང་གླེང་མོལ་བྱེད་ཕོད་ཀྱི་མེད་པ་རེད། པ་ཀི་སི་ཐན་དང་འཇིགས་སྐུལ་དྲག་སྤྱོད་པའི་དབར་ཡུན་རིང་དམག་འཁྲུག་བརྒྱབ་པའི་མངོན་རྟགས་ཤིག་མཚོན་ཡོད་པ་དང་ཁོང་ཚོས་གསར་འགོད་པར་ང་ཚོའི་སློབ་གྲྭ་ཕྱི་ཕྱོགས་ལ་ཁྱབ་བསྒྲགས་བྱེད་ཀྱི་མིན། གལ་ཏེ་ཁྱབ་བསྒྲགས་བྱས་པ་ཡིན་ན་དྲག་སྤྱོད་ཀྱི་མིང་ནང་འདན་ཆགས་ཀྱི་རེད་ཟེར་མིང་ཆེན་འདོན་གནང་འདོད་མེད་པའི་ཁྱིམ་བདག་ཞིག་གིས་གསུངས་འདུག་ཧ་ལམ་གཟའ་འཁོར་གཉིས་ཙམ་གོང་དུ་སྒོ་འབྱེད་བྱས་པའི་སློབ་གྲྭ་དེར་ཁྱོན་བསྡོམས་ལོ་ན་ལྔ་ནས་བཅུ་གཉིས་བར་ཡིན་པའི་སློབ་ཕྲུག་བརྒྱ་དང་བརྒྱ་ཅུ་གྱ་གསུམ་ཙམ་ཡོད་པ་དང་དེའི་ནང་ནས་སློབ་ཕྲུག་སུམ་ཅུ་སོ་བརྒྱད་ཕ་མ་མེད་པའི་དྭ་ཕྲུག་ཡིན་པ་རེད། ཡང་གནས་ཚུལ་གཞན་ཞིག་གི་ནང་དེ་རིང་མཱ་ལ་ལ་ཡི་མཛད་རིམ་གོ་རྒྱུ་མེད་ཙང་ཁག་ཅིག་གིས་ཁོང་གསོ་བ་ས་ཁུལ་དུ་ཕྱིར་ལོག་གནང་བར་ཚོད་དཔག་གནང་གི་ཡོད་པ་རེད། མཱ་ལ་ལ་ཡིས་ནོ་སྦེལ་ཞི་བདེའི་གཟེངས་རྟགས་ཀྱི་བྱ་དགའི་དངུལ་དེ་ནས་རང་ཡུལ་པ་ཀི་སི་ཐན་ནང་སློབ་གྲྭ་ཞིག་གསར་རྒྱག་གནང་ནས་ཟླ་བ་དེའི་ནང་སློབ་གྲྭ་དེ་དབུ་འབྱེད་གནང་ཡོད་པ་སོགས་གནས་ཚུལ་སྤེལ་བའི་ནང་བཀོད་བཞག།
རྣམ་པ་ཚོས་གསན་བཞིན་པ་འདི་བཤད་རང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། སྒང་ཏོག་ས་གནས་སུ་རྩོད་རྙོག་འདུམ་སྒྲིག་གནང་སྟངས་ཀྱི་ཟབ་སྦྱོང་གནང་པའི་སྐོར་དཔའ་ཚང་ཚེ་རིང་ལགས་དང་གནང་པའི་གནས་ཚུལ་ཞིག་གསན་རོགས་གནང།
ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་དགུ་ནས་སུམ་ཅུ་སོ་གཅིག་བར་ཉིན་གྲངས་གསུམ་རིང་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་བོད་ཀྱི་རྩོད་རྙོག་འདུམ་སྒྲིག་བསྟི་གནས་ཁང་གི་གོ་སྒྲིག་འོག་རྒྱ་གར་བྱང་ཤར་ཁུལ་གྱི་བཙན་བྱོལ་བོད་མིའི་ས་གནས་འཐུས་ཚོགས་ཀྱི་ཚོགས་མི་རྣམས་ལ་རྩོད་རྙོག་བར་འདུམ་བྱེད་ཕྱོགས་ཐད་ཟབ་སྦྱོང་གནང་ཡོད་པ་རེད། དེ་ཡང་སྒང་ཏོག་བོད་ཀྱི་གསོལ་མགྲོན་ཁང་གི་ཚོགས་ཁང་ཆེན་མོའི་ནང་བོད་ཀྱི་རྩོད་རྙོག་འདུམ་འགྲིག་བསྟི་གནས་ཁང་གི་འགན་འཛིན་ཀརྨ་ལེགས་བཤད་ལགས་དང། ཉམས་ཞིབ་པ་བསོད་ནོར་དབང་ཕྱུག་ལགས་རྣམ་གཉིས་ནས་རྩོད་རྙོག་འདུམ་འགྲིག་གི་ངོ་སྤྲོད་དང་རྩོད་རྙོག་འདུམ་འགྲིག་གི་ཐབས་ལམ་གྱི་སྒྱུ་རྩལ་ཁག་ངོ་སྤྲོད་དང་རྩོད་རྙོག་ནི་འགྲོ་བ་མིའི་སྤྱི་ཚོགས་ཀྱི་ཆ་ཤས་ལྟ་བུ་ཡིན་དུས་རྩོད་རྙོག་འཕྲད་སྐབས་གདོང་ལེན་གང་འདྲ་བྱེད་དགོས་མིན་དང་དེ་ཡང་གཙོ་བོ་འཚེ་མེད་ཞི་བའི་སྒོ་ནས་ཐབས་ལམ་ལག་བསྟར་གནང་ཕྱོགས་སོགས་ཀྱི་སྐོར་འགྲེལ་བཤད་གནང་པ་ཙམ་དུ་མ་ཟད་འཕྲུལ་རིག་དང་འཁྲབ་སྟོན་བརྒྱུད།

ཡང་ཐེངས་འདིའི་ཟབ་སྦྱོང་ནང་རྒྱ་གར་བྱང་ཤར་ཁུལ་གྱི་ས་གནས་མིའོ་ཏེ་ཛུ་ཀྲུའུ་ཀྲིང་རང་དབང་ལགས་དང་སྒང་ཏོག་བཅས་ཀྱི་ས་གནས་འཐུས་ཚོགས་ཀྱི་ཚོགས་མི་བཅུ་དྲུག་ཙམ་ཞིག་ནས་མཉམ་ཞུགས་གནང་ཡོད་པ་དང་ད་རེས་ཀྱི་ཟབ་སྦྱོང་དེ་གོ་སྒྲིག་ཞུས་དགོས་དོན་དང་དེའི་དགོས་དམིགས་གཙོ་བོ་ཇི་ཡིན་སྐོར་བོད་ཀྱི་རྩོད་རྙོག་འདུམ་འགྲིག་ལྟེ་གནས་ཁང་གི་འགན་འཛིན་ཀརྨ་ལེགས་བཤད་ལགས་སུ་བཅར་འདྲི་ཞུས་པར། དབུས་གཡུལ་གཙོ་བོ་རྡོ་རྗེ་ད་ག་རེས་ལ་བས་ན་ས་གནས་ཀྱི་འགོ་ཁྲིད་རྣམ་པ་ཚོ་ལ་ཡ་ཨ་ནེ་གཅིག་གི་རྩོད་རྙོག་འདུམ་འགྲིག་གི་ཐབས་ལམ་གྱོད་ཚད་དང་ཨ་ནེ་ཨེ་ད་ན་བཞིན་དམངས་གཙོའི་གི་བརྒྱུད་རིམ་འདི་བརྒྱད་དེ་ལ་ཡ་གོ་རྟོགས་རྒྱ་ཆེ་རུ་བཏང་ཐུབ་པས་ཡ་ན་དེ་གི་ནུས་པ་དེ་ཨ་ང་རང་དང་སྤྱི་ཚོགས་ཁྱོན་ཡོངས་ལ་ཡ་ཐུབ་ཕན་སོས་པ་ཞིག་ཡོང་གི་ཡོད་པ་ཡིན་ཙང། ཡང་ཐེངས་འདིའི་ཟབ་སྦྱོང་ནང་མཉམ་ཞུགས་གནང་མཁན་ཁག་ཅིག་ལ་ད་རེས་ཀྱི་ཟབ་སྦྱོང་དེ་ཁོང་རྣམ་པར་ཕན་ཐོགས་ཆེ་ལོས་བྱུང་ཡོད་མེད་སྐོར་བཅར་འདྲི་ཞུས་པར། རྩོད་རྙོག་གི་རིགས་མཐའ་དག་མང་པོ་ཞིག་ཡོད་དུས་ཚང་མ་ལ་ཡང་ཐབས་མེད་དུས་ཐ་དད་ཀྱི་ཐབས་ལམ་འདྲ་བོ་ག་རེ་ཡོད་མེད་བཟང་སྤྱོད་ངོས་ནས་ག་འདྲ་ཞིག་བྱས་ཚུགས་ཀྱི་ཡོད་མེད་སོ་སོའི་ངོས་ནས་བཟོད་བསྲན་གང་བྱས་ཐུབ་ཀྱི་ཡོད་མེད་ཨ་མི་མང་ལ་ཡང་ཅིག་འདི་གི་ལམ་སྟོན་ག་རེ་བྱས་ཐུབ་ཡོད་མེད་ད་ཕྱོགས་མང་པོ་ཅིག་ནས་ཡང་རྒྱས་པོ་ཞུས་མོ་བ་ད་ནང་དཔེ་ཕན་ཕན་ཆེན་པོ་ཞུ་བཞིན་འདུག་བསམ་བསམ་རང་བཞིན་ངེས་དེ་ཐུགས་རེ་བྲིས། ས་གནས་འཐུས་ཚོར་དག་ཟབ་སྦྱོང་འདི་གོས་སྐོར་ཁ་རས་ཤར་པད་མ་སུ་ཡག་པོ་འདུག་དེ་ནང་ནས་ཨ་ནེ་གཅིག་གཞིས་གྲོང་གི་ཨ་ནེ་སྤྱི་མི་རྣམ་པ་འམ་སྤྱི་མི་གྱགས་དཔོན་ཨ་ནེ་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པ་གི་ཨ་ནེ་ཚོགས་གཙོ་རྣམ་པ་དེ་ལ་ཡང་ཨ་ནེ་གཅིག་གི་ཟབ་སྦྱོང་ད་ནངས་ཚུར་སྤྲད་པ་ནང་བཞིན་ཁོང་ཚོ་ལ་ཡོད་པ་ཡིན་ན་དམིགས་བསལ་གྱི་པད་མ་སུ་ཡག་པོ་ཡོང་ས་རེད་ཟེར། དེ་ཡང་འདི་འདྲའི་སྤྱི་ཚོགས་ནང་བཙན་གཉོས་ཀྱི་ཆུང་ངུ་སྐབས་སུ། གཉའ་ཐང་དེ་ག་བར་ལས་འདུག་ཆེ་ཆུང་ག་བར་ལས་འདུག་དེ་ལ་དཔག་པའི་གདོང་ལེན་ག་འདྲས་བྱེད་དགོས་འདུག་བྱས་ནས་འདི་འདྲའི་ཐོག་ལ་ཡིན་ནའི་ང་ཚོར་ཅི་གང་ཟག་ཅིག་གཟབ་རིགས་འདིའི་ཐོག་ནས་ཕན་ཐོགས་ཆེན་པོ་བྱུང་བྱས་ནས་སུའི། རྩལ་ཉོག་གི་ཐོག་ལ་ང་ཚོ་ཞི་དྲག་ཧ་གོ་དགོས་མེད་ད་རིང་དེ་ནས་ཟབ་སྦྱོང་གི་གོ་སྐབས་གོ་སྐབས་རག་པ་ཙམ་གྱི་སྔོན་ནས་བསྒྲགས་ནས་སོ་སོ་ལ་ཕན་ཡོང་ཆེན་པོ་བྱུང། ལྟེ་གནས་ཁང་དེའི་བྱུང་རིམ་གཙོ་བོ་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོར་ཕྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་འདན་མ་རྒྱལ་ས་ཀོ་པཱ་ནྷེ་གྷན་ནང་ཆིབས་བསྒྱུར་སྐབས་འདན་མ་རྩོད་ཉོག་འདུམ་འགྲིག་ལྟེ་གནས་ཁང་གསར་འཛུགས་གནང་རྐྱེན། ལྕམ་སྐུ་ཨེལ་ཧེམ་རིས་ལགས ྋགོང་ས་མཆོག་གི་དམིགས་བསལ་མཇལ་བཅར་སྐབས་བྱུང་བ་དང། དེ་ནས་ཕྱི་ལོ་ཉིས་སྟོང་གཅིག་ཟླ་བ་ལྔ་པའི་ཚེས་གཅིག་ཉིན་ནས་ལྟེ་གནས་ཁང་དེ་བཞུགས་སྒར་རྡ་རམ་ས་ལར་དངོས་སུ་འགོ་འཛུགས་གནང་ཡོད་པ་རེད། ལྟེ་གནས་ཁང་དེ་བོད་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་སློབ་གྲྭའི་དགེ་རྒན། སློབ་གྲྭ་ཁག་ཁྱིམ་ཚང་གི་མ་ཚབ་དང་ཕ་ཚབ་ཕ་མའི་ཚོགས་ཆུང་གི་ཚོགས་མི་དང་གཞིས་ཆགས་ཁག་གི་ས་གནས་འགོ་འཛིན་སོགས་ལ་ཟབ་སྦྱོང་གོ་སྒྲིག་ཞུ་བཞིན་ཡོད་པ་རེད། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་གེ་སར་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།
དེ་རིང་གི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བོད་ཤར་ཕྱོགས་རྔ་པ་སྐྱེ་སྟེ་དགོན་པའི་དགེ་འདུན་པ་བློ་བཟང་སངས་རྒྱས་ལགས་ལ་རྒྱ་ནག་གཞུང་གི་ཁྲིམས་ཁང་ནས་དུས་བཀག་ལོ་ལྔའི་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པའི་སྐོར་ཀརྨ་རྒྱ་མཚོ་ལགས་ཀྱིས་ཕྱོགས་སྒྲིག་ཞུས་པ་དེ་གསན་རོགས་གནང། ད་ལྟ་གོང་དུ་ངོ་སྤྲོད་བྱས་པའི་བཞེད་སྲུང་བོད་ཤར་ཕྱོགས་ཁུལ་དུ་རྔ་པ་ཀིརྟི་དགོན་པའི་དགེ་འདུན་པ་བློ་བཟང་སངས་རྒྱས་སམ། ཡོངས་གྲགས་སུ། སངས་རྒྱས་ཤོས་ལགས། དེ་སྔ་ཉིས་སྟོང་བཅུ་གཉིས་ལོའི་ཕྱི་ཟླ་བརྒྱད་པའི་ནང། རྒྱ་ནག་གཞུང་གི་གསང་བའི་ཐོག་ཁོང་འཛིན་བཟུང་གིས་དུས་ཡུན་རིང་པོ་རིང་གར་སོང་ཆ་མེད་དུ་གྱུར་ཡོད་ཅིང་རྗེས་སུ་རྒྱ་ནག་གཞུང་གིས་ཁོང་བཙོན་འོག་ནས་གློད་གྲོལ་བཏང་ཡོད་ཀྱང་རིང་པོར་མ་སོང་བར། སྔ་ལོ་ཕྱི་ཟླ་བརྒྱད་པའི་ནང་བསྐྱར་དུ་གསང་བའི་ཐོག་འཛིན་བཟུང་བྱས་ཡོད་པ་མ་ཟད། ཟླ་བ་བདུན་ཙམ་རིང་གར་སོང་ཆ་མེད་དུ་གྱུར་བའི་གནས་ཚུལ་ཡང་བྱུང་ཡོད་རེད། འོན་ཀྱང་ད་ལྟ་གློ་བུར་དུ་འདི་ཚེས་ཉིན་རྩ་བརྒྱད་ཉིན་བོད་ཀྱི་ཕྱི་ལོགས་སུ་གནས་ཚུལ་འབྱོར་བ་ལྟར་ན། ཟླ་བ་དེའི་ཚེས་ཉིན་རྩ་བརྒྱད་ཉིན་འབར་ཁམས་མི་དམངས་ཁྲིམས་ཁང་ཟེར་བས། བློ་བཟང་སངས་རྒྱས་ལགས་སུ་ལོ་ལྔའི་རིང་དུས་བཀག་བཙོན་འཇུག་གི་ཉེས་ཆད་བཏང་ཡོད་པའི་གནས་ཚུལ་མཁོ་སྤྲོད་པ་ཞིག་གིས། འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ལགས་སུ་ངོ་སྤྲོད་གནང་འདུག། ཚེས་ཉེར་བརྒྱད་ཀྱི་ཉིན་མོ་དེ་ལ་རྔ་བ་ཀིརྟི་དགོན་པ་གི་གྲྭ་སངས་རྒྱས་ལགས་ཆབ་སྲིད་ཀྱི་འགན་འཛིན་འོག་ལ་ལོ་ལྔ་རུ་ཁྲིམས་ཐོག་བཅད་བྱུང་ལས་ཁོ་རང་ཁྲིམས་ཐོག་བཅད་ས་དེ་ནི་འབར་ཁམས་ཁུལ་མི་དམངས་ཁྲིམས་ཁང་བདེ་སྲུང་བཅས་ཨར་ཏི་ཨེ་ལྔ་ཉིས་སྟོང་བཅུ་བདུན་གྱི་ཟླ་བ་བརྒྱད་པ་གི་ཚེས་ཉེར་བཞི་ཡས་མས་བཅུ་ལ་གནས་སྐོར་འོག་འཛིན་བཟུང་བཅད་བྱས་པ་རེད། རྔ་བ་ཀིརྟི་དགོན་པའི་དགེ་འདུན་པ་བློ་བཟང་སངས་རྒྱས་ལགས་འབར་ཁམས་མི་དམངས་ཁྲིམས་ཁང་ནས། ལོ་ལྔའི་རིང་ཟློས་གར་བཙོན་འཇུག་གི་ཁྲིམས་ཐག་གཅོད་ཡོད་པའི་ཁར། ཁོང་ལ་རྒྱ་ནག་གཞུང་གིས་བོད་རྒྱའི་ཆབ་སྲིད་དང་འབྲེལ་བའི་ནག་ཉེས་གཙོ་བོ་ཡོད་ལུགས་འགྲེལ་བརྗོད་གནང་འདུག་སྐུ་ཞབས་བློ་བཟང་སངས་རྒྱས་ལགས་མགོ་ལོག་ཁུལ་ཆིག་སྒྲིལ་རྫོང་ནས་ཡིན་པ་དང། ད་ལོ་དགུང་གྲངས་སུམ་ཅུ་སོ་དྲུག་ལ་ཕེབས་ཀྱི་ཡོད་འདུག་ཁོང་གིས་པཱ་ལགས་ཀྱི་མཚན་ལ་རབ་བརྟན་ལགས་དང། ཨ་མའི་མཚན་ལ་རེ་སྒུག་ཞུ་ཡོད་ཅིང། དུས་རྒྱུན་ནས་རྔ་པ་ཀིརྟི་དགོན་དུ་སློབ་གཉེར་སྣང་མོ་ངའི་ལུང་འདྲེན་བྱེད་ནང་དུ། དེ་འདྲའི་ལྷ་སའི་སྟེང་སུ་ཁོག་ལོ་མེད་པའི་ཡར་པས་གོམས་འདུག་གཅིག་གི་འདྲེ་འོ་གི་དར་དམར་དེ་དག་རེད་དོ་མ་རེད། སྤྱི་བཏང་དེང་སྐབས་རྒྱ་ནག་གི་སྲིད་སྐྱོང་གི་དྲ་ལམ་ཞེ་ཐོག་དང་འབྲེལ་ས་གནས་སོ་སོའི་ཉེན་རྟོག་ཁང་སོགས་ནས་བརྡ་འཕྲིན་བཏང་སྟེ་བོད་ཕྱི་ལོགས་སུ་ཡོད་པའི་མི་ལ་འབྲེལ་བ་བྱེད་མི་ཆོག་པའི་ཉེན་བརྡ་ནན་པོ་བཏང་བཞིན་པར་བརྟེན་ནས་གནས་ཚུལ་མང་པོ་ཞིག་དངོས་སུ་མཐོང་ཐོས་ཡོད་ཀྱང་བཤད་མི་ཐུབ་པའི་དཀའ་ངལ་མང་དག་ཞིག་ཡོད་པ་དང། ལྷག་པར་དུ་ད་རེས་ཀྱི་གནས་ཚུལ་དེ་རིགས་མི་མང་པོས་ཤེས་རྟོགས་མི་ཐུབ་པའི་ཆེད་དང་གནས་ཚུལ་རྒྱ་ཁྱབ་མི་འགྲོ་བའི་ཆེད་དུ་གསང་བ་ནན་པོ་བྱེད་ཀྱི་ཡོད་འདུག་ལ། ཁྲིམས་ཐག་བཅད་པ་དེ་ཡང་གསང་བའི་དོན་ལ་བཅད་པ་ཞིག་ཡིན་འདུག་གནས་ཚུལ་དེ་ཤེས་རྟོགས་བྱུང་བའི་རྗེས་སུ། འདི་ག་རླུང་འཕྲིན་ཁང་ནས་ཨ་མི་རི་ཀའི་རྒྱལ་སར་རྟེན་བྱེད་པའི་འགྲོ་བ་མིའི་ཐོབ་ཐང་ཚོགས་པའི་འགན་འཛིན། སོ་ཕེ་རི་ཅར་སན་གྱི་ལས་ཁུངས་སུ་འབྲེལ་བ་བྱོས་ཀྱང་སྐྱོ་ཤོས་དུ་མ་སོང། ཕྱོགས་བསྒྲིགས་དང་གཉེར་ཡོང་ཞུ་མཁན་སྐར་མ་རྒྱ་མཚོ་ཡིན། གསར་འགྱུར་དང་འབྲེལ་བའི་ལེ་ཚན་གཉིས་པའི་ནང། ཨ་མེ་རི་ཁའི་ནང་དུ་ཡོད་པའི་ཨེ་མི་རི་གཙུག་ལག་སློབ་གཉེར་ཁང་གིས་བོད་ཀྱི་དུས་སྟོན་གཟའ་འཁོར་སྐོར་གྱི་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་ཕྱི་མི་ལག་གི་སྙན་སྒྲོན་ཞུས་གནང་རེད། ཨེ་མ་རི་གཙུག་ལག་སློབ་གྲྭས་ལོ་ལྟར་བོད་ཀྱི་དུས་སྟོན་གཟའ་འཁོར་ཞེས་པ་ཞིག་ཚུགས་ཡོད་པ་དང། གཟའ་འཁོར་དེའི་རིང་བོད་དང་འབྲེལ་བའི་གནད་དོན་བྱེ་བྲག་ཁག་གི་ཐོག་བྱེད་སྒོ་སྤེལ་གྱི་ཡོད་ཅིང། ད་ལོའི་བོད་ཀྱི་དུས་སྟོན་དེ་བཞིན་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་དྲུག་ནས་སུམ་ཅུ་བར་ཚོགས་ཡོད་ཅིང། དེའི་རིང་སྤྱན་རས་གཟིགས་ཀྱི་དཀྱིལ་འཁོར་ཞིང་སྒྲུབ་དང་དེ་བཞིན་གཟའ་ཟླ་བ་ནས་དཔག་བསམ་བར་ཕྱི་དྲོའི་ཆུ་ཚོད་ལྔ་པ་ནས་དྲུག་པ་བར་སེམས་པའི་དཀའ་ངལ་སེལ་ཐབས་སུ་དམིགས་ནས་སྙིང་རྗེའི་བསམ་པ་བཀུར་སྟངས་དང་སྒོམ་རྒྱབ་སྟངས་སོགས་སློབ་ཁྲིད་བྱས་ཡོད་པ་རེད། བོད་ཀྱི་དུས་སྟོན་ལས་རིམ་དེ་བཞིན་ཨེ་མ་རི་གཙུག་ལག་སློབ་གྲྭའི་དགེ་རྒན་དགེ་བཤེས་བློ་བཟང་བསྟན་འཛིན་ལགས་ཀྱི་གཙོ་འགན་བཞེས་ནས་ཨེ་མ་རི་གཙུག་ལག་སློབ་གྲྭ་དང་དེའི་ཁུལ་དུ་རྟེན་གཞི་གནང་བའི་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་ཐུན་མོང་གིས་སྤེལ་གནང་ཡོད་ཅིང། དུས་སྟོན་རིང་གི་ལས་རིམ་ཁག་དང་སློབ་ཁྲིད་ཚང་མ་རིན་མེད་ཐོག་ནས་གནང་ཡོད་འདུག་བོད་ཀྱི་དུས་སྟོན་ཟ་ཧོར་དེའི་རིང་དམིགས་བསལ་བགྲོ་གླེང་ཁག་གསུམ་བཀོད་སྒྲིག་གནང་ཡོད་པ་དང། དེ་ཚོའི་ནང་བོད་ཡིག་སློབ་ཁྲིད་ཀྱིས་དེང་དུས་ཀྱི་སློབ་གསོ་དང་ཚན་རིག་འཕྲོད་བསྟེན་སོགས་ཀྱི་ཐད་ལ་ཤུགས་རྐྱེན་གང་འདྲ་བྱུང་ཡོད་མེད་ཐད་བགྲོ་གླེང་གནང་ཡོད་ཅིང། དེའི་སྐོར་ཨེ་མ་རི་དང་བོད་ཀྱི་མཐུན་ཚོགས་ཀྱི་འཛིན་སྐྱོང་ལས་གཞིའི་འབྲེལ་མཐུད་པ་ཚེ་བརྟན་ལགས་ཀྱིས་ངོ་སྤྲོད་གནང་དོན། ཟླ་རེ་ཉི་ཤུ་རྩ་དྲུག་ནི་ཕྱི་ནས་ཟླ་རེ་སུམ་ཅུ་བར་དུ་ལ་དགོན་བདག་སྟག་པ་རི་ཞེས་ལས་འཆར་མཛད་རིམ་དེ་ཡོད་རེད། ཨ་ནི་འདི་ཚང་མ་གཅིག་གི། སྡོམ་མི་འདུས་པ་ས་ཨ་ནི་སྙིང་རྗེ་དང་འགྱུར་ལྡོག་དང་ཨེ་འདྲའི་འབྲེལ་བ་ཡོད་དུས་ཨ་ནི་སྤྱི་ཡོངས་ཀྱི་སྙིང་དེ་དུ་བཞག་རེད། ཟླ་རེ་ཉི་ཤུ་རྩ་དྲུག་ནས་ཕྱི་ནས་ཟླ་རེ་ཉི་ཤུ་རྩ་དགུ་བར་དུ་དགོན་བདག་སྟག་པ་རི་ཞེས་ལས་མཛད་རིམ་ངོ་སྤྲོད་ཞུས་ན་ཟླ་རེ་ཉི་ཤུ་རྩ་དྲུག་ས་ཟླ་བའི་དགོངས་དག་དེ་ལ་ནི། ད་ལྟ་བཀའ་མོལ་གནང་ཡས་གནང་ལུགས་ལ་དམིགས་བཞི་བྱས། ཨ་ནི་བཀའ་མོལ་གྱི་བགྲོ་གླེང་གནང་ཡས་ཀྱི་བརྗོད་གཞི་ཐོག་མ་སོ་ན་བྱམས་བརྩེ་དང་ཤེས་རབ་གོང་འཕེལ་བཏང་བར་བྱས། ད་འདི་གོང་འཕེལ་བཏང་ཡས་འདི་བགྲོ་གླེང་གནང་ཡས་འདི་ད་ཚོགས་པ་ད་བཟང་དུ་ལ་ཡག་ཏུ་བཏང་ཡས་རོ། ནང་བཞིན་ཨ་ནི་སེམས་མྱོང་ཨ་ནི་ད་ག་ནང་བཞིན་བཟང་སྤྱོད་འདི་འདྲའི་གི་བློ་གསོའི་ཤེས་ཡོན་སྤྲད་བྱས་ནས་ཨ་ནི་ཕན་ཐོག་ག་འདྲའི་ཡོད་མེད་རོ། ཨ་ནི་དགེ་མཚན་ག་འདྲའི་ཡོང་གི་ཡོད་མེད་བྱས། ཨ་ནེ་མཉམ་འདོགས་ལ་ཨ་ནེ། ཨེ་མོ་རི་ཀྱིས་ག་འདྲས་བྱས་ནས་ལས་ཀ་བྱེད་ཡོད་མེད་ངོ་འདི་འདྲས་ཀྱི་བགྲོ་གླེང་གནང་རེད་སྙོམས་ཞུགས་གནང་མཁན་ཁོང་ཚོ་མི་ཤེས་ཆེ་ལུགས་ལ་ང་ཚོས་ཀྱི་ལས་བྱེད་གཉིས་ཡོད་རེད་ང་ཚོས་ཀྱི་ལས་བྱེད་ལ་དུས་སྐབས་སུ་ལ་དྭགས་ན་ང་ཚོས་ཀྱི་ལྟེ་གནས་གསང་བ་གཅིག་ཨེ་ནེ་མིང་ལ་སྒོམ་སྒྲུབ་ཚན་གཅིག་དང། སྙིང་རྗེ་བཞི་ལ་བཞག་པའི། ཨ་ནི་ཆོས་བཟང་ལ་ནི་བཟང་སྤྱོད་དེ་ནི་གང་ལ་ནི་འདི་འདྲས་ཀྱི་ད་ག་འདི་སེང་གེ་རིག་པ་ཡི་ལང་ཚོས་ཀྱི་ལས་ཅན་གཉིས་བྱས་འདི་ནི་ཨ་ནི་འདི་མེན་པ་ད་ད Atlanta རང་ནང་ལུགས་ལ་ཤེས་ཡོན་གྱི་སྡེ་ཚན་དང་ཕྱག་ལས་གནང་ངེས་ད་ད Jennifer Knox བྱས་ཨ་ནི་མཉམ་དུ་ལ་བགྲོ་གླེང་སྟངས་འཛིན་གནང་ངེས་ཨ་ནི་དགེ་བཤེས་བློ་བཟང་འདི་འདི་ལ་ལྟོས་ཤིག་ཉི་མ་དང་པོ་ཉིན་མོ་ལ་ཨ་ནི་བགྲོ་གླེང་འདི་འདྲས་ཅིག་གནང་རེ་ཞུ་ཨེ། བགྲོ་གླེང་ཉིན་གྲངས་གཉིས་པ་དང་གསུམ་པའི་རིང་ཚན་རིག་གི་ཐ་སྙད་བོད་ཡིག་ལ་ཡིག་སྒྱུར་དང་འབྲེལ་བའི་སྐོར་དང་དེ་བཞིན་ལུས་སེམས་གཉིས་ལ་ཕན་པའི་འཕྲོད་བསྟེན་ལྟ་སྐྱོང་ཟེར་བའི་བརྗོད་གཞིའི་ཐོག་ནས་སྒོམ་སྒྲུབ་ཀྱི་ཞིབ་འཇུག་དང་འབྲེལ་བའི་སྐོར་ལ་བགྲོ་གླེང་གནང་ཡོད་ཅིང། དེ་ནས་བཟང་མིག་དམར་གྱི་དགོན་བདག་ལ་དབྱིན་ཇི་ནང་ཞུ་བ་དེ་བྱས་ན Transformation of Tibetan Lexicon, Creating a Language for Modern Science ར་ཨ་ནི་ཡའི་བགྲོ་གླེང་གནང་ཡས་དེ་ད་ཚན་རིག་གི་ཐ་སྙད་དེ་འདྲ་ཡོད་ར་དེ་ལ་ང་ཚོས་ཁྱོན་བསྡོམས་ནི་ཅོག་གསུམ་ད་ལྟ་དེ་ལ་མཉམ་ཞུགས་གནང་རྒྱུ་ཡོད་རེད་ཕྱི་ལོག་ནི་ཕལ་བ་མི་དྲུག་བྱས་ཨིན་ཕྱི་ལོག་ཕལ་བ་མི་དྲུག་ཚང་མ་ལོ་རྒྱུར་ནང་ལོ་ལ་ཕྱག་ལས་གནང་མྱོང་བ་ཡང་མེད་ན་ཕྱག་ལས་གནང་བཞིན་པ་ཨ་ནི་དེ་གང་ལ་སྨན་གི་གང་ལ་ཡོད་པ་ཨ་ནི་ནང་ཆོས་གང་ལ་ཡིན་པ་ཚན་རིག་གང་ལ་འདི་འདྲའི་གི་མཉམ་འདོགས་རུག་རུག་གནང་བྱས་ནི་བགྲོ་གླེང་ནང་འདུག་ཟེར་ནས་གནང་ཡོད་རེད་ཞུས་པ་ཡིན་ས་ལྷག་པོ་ལ་འདི་རེད་ཤག། ལུས་སེམས་གཉིས་ལ་ཕན་པའི། འཕྲོད་བསྟེན་ལྟ་སྐྱོང། ད་དངོས་ལས་གཙོ་བོ་དེ་འདི་རེད་ད་ནང་ང་ཚོས་ཀྱི Emory Tibet Partnership ལ་ནས་མཐུན་ཚོགས་ཀྱིས་ད་ལྟ་ལས་བྱ་གཞན་དག་བཅོས་རེད། དཔྱད་སྒོམ་གཞི་ལ་བཞག་པའི་སྙིང་རྗེ་བློ་སྦྱོང་ལ་ནས་ད་ལྟ་སྡེ་ཚན་འདི་ཀྱི་མིང་ལ་འདི་རེད། ཨ་ནི་འདི་ནང་ལས་འགན་བཞེས་མཁན Tim Harrison བྱས་འདུག་མཉམ་ཞུགས་གནང་མཁན་མི་ལྔ་བྱས་ནས་སྒོམ་དེ་འདྲ་དེ་ཉམས་ལེན་གནང་བྱིན་ད་ཞིབ་འཇུག་གནང་ཡོད་རོགས་ཉམས་རྟོགས་ཞིབ་འཇུག་པ་དེ་འདྲའི་ཉམས་རྟོགས་ལ་ཕྱག་ལེན་གནང། ཨ་ནི་ལྷག་པར་དུ་ད་ལྟ་སྨན་ཁང་ཁག་ལ་ང་ཚོ་ད་ལྟ་དེ་འདྲའི་ཡིག་ཤུགས་ཀྱི་བླ་མ་དེ་འདྲ་ཡོང་གི་རོགས་ང་ཚོ་མི་གཅིག་གི་གནས་སྟངས་ཁག་པོ་ཅིག་གང་ཆགས་འགྲོ་དུས་ག་ས་ད་སེམས་མི་ན་རེ་ག་རེ་ནས་དེ་འདྲའི་སྒང་ལ་ཅི་དྲན་སོ་རང་ད་མར་དེ་ད་གང་ཆགས་རིག་པ་འགྲིམ་སྟངས་དེ་འདྲ་ཡོད་རོགས་ཁོང་ཚོ་ལ་གནས་ཚུལ་གང་ཆགས་ཕུལ་ཡོད་མེད་དེ་འདྲའི་གི་འབྲེལ་ཡོད་གང་ལ་བཀའ་མོལ་གནང་བ་བྱས། མཉམ་ཞུགས་གནང་མཁན་མི་མངག་འདུག་རོགས། བོད་ཀྱི་དུས་སྟོན་ཉིན་བཞི་པ་གཟའ་ཕུར་བུའི་ཉིན་རྩོམ་པ་པོ་ལྗང་བུ་ལགས་ཀྱིས་བཟོས་པའི་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་སྐོར་གྱི་གློག་བརྙན་གཟིགས་འབུལ་ཞུས་ཡོད་པ་དང། ཉིན་མཐའ་མའི་ཉིན་ཁུལ་དེའི་ཉེ་འཁོར་གྱི་བུད་མེད་དང་ཨེ་མ་རིའི་ལས་འཆར་ཁག་དང་འབྲེལ་བའི་ཐོག་རྒྱབ་སྐྱོར་རོགས་རམ་གནང་མཁན་ཚོར་ཐུགས་རྗེའི་གསོལ་ཚིགས་བརྒྱབ་པ་དང་འབྲེལ་མ་འོངས་ཨེ་མ་རིའི་བོད་དང་འབྲེལ་བའི་ལས་འཆར་ཁག་ངོ་སྤྲོད་གནང་ཡོད་འདུག།

བྱང་ཀོ་རི་ཡའི་དབུ་ཁྲིད་ཀེམ་ཇོང་ཨུན། རྒྱ་ནག་ཏུ་གློ་བུར་དུ་བསྐྱོད་ནས་སྲིད་འཛིན་ཞི་ཅིན་ཕིང་མཇལ་འཕྲད་གནང་བ་དང་འབྲེལ་བའི་གནས་ཚུལ་དང། གོམ་བགྲོད་དེ་གོ་སྒྲིག་ཞུ་ཡུལ་དེ་ནི་རྒྱ་གར་རྒྱལ་ཡོངས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་དེའི་བྱེ་བྲག་ས་གནས་ཨ་རུ་ན་ཅལ་དང་ཨ་སམ་ནང་ཡོད་པའི་བྷ་རད་ཏི་རུད་ཧྲ་ཡིག་མན་ཚེ་ཨ་ཅིག་ཡོད་རེད། ད་ག་ནང་བཞིན་གྱི Core Committee Tibet Course ཞེས་ནས་དེ་ནས་བོད་དོན་གྱི་ཐོག་ལ་གཏན་འབེབས་རྒྱབ་སྐྱོར་ཞུ་ཡག་གི་དེ་འབྲེལ་གྱི་ཚོགས་པ་འདི་ཚོ་ནས་གནས་དེ་ད་ལོ་གནས་ཇི་ལྟ་བུའི ྋགོང་ས ྋསྐྱབས་མགོན་གསུམ་བསྟན་བཅོས་དེ་ཕེབས་ནས་ལོ་དྲུག་ཅུ་ཟིན་ནམ་ཉེ་བ་དེ་འདྲ་ཆགས་ཀྱི་འདུག་དེ་འདྲ་ཡིན་ཙང་དེ་འབྲེལ་གྱི་ལས་འགུལ་ཞིག་སྤེལ་ཡག་གི་བཀའ་མོལ་བྱུང་ནས་གནས་འདི་ཐག་གཅོད་བྱུང་བ་དེ་རེད་ཞུ་ཡག་ཡིན། སྤྱིར་ནོར ྋགོང་ས ྋསྐྱབས་མགོན་ཆེན་མོ་མཆོག་རྒྱ་གར་ནང་ཞབས་སོར་འཁོད་ནས་ལོ་དྲུག་ཅུ་འཁོར་བའི་དུས་ཚིགས་དང་བསྟུན་ནས།

ཨ་མི་རི་ཀའི་ནང་སློབ་ཕྲུག་ཁྲི་ཚོ་མང་པོས་མེ་མདའ་ཁྱབ་སྤེལ་རྐང་འཐུང་དགོས་པའི་ཞུ་གཏུག་གི་ལས་འགུལ་ཅིག་སྤེལ་ཡོད་པ་སོགས་ཞུ་རྒྱུ་ཡོད། ཐོག་མར་རིག་འཛིན་ཆོས་ནོར་ལ་བྱང་ཀོ་རི་ཡའི་དབུ་ཁྲིད་གློ་བུར་དུ་རྒྱ་ནག་ལ་བསམ་འདུན་ཟས་སྐོར་དུ་ཕུལ་ནས་ཞིའི་ཅིན་ཕིང་མཇལ་འཕྲད་དང་འབྲེལ་བའི་གནས་ཚུལ་གསུང་རོགས་གནང། བློ་བཟང་སྐམ་ལགས་ད་ལྟ་ངོ་སྤྲོད་གནང་པ་ནང་བཞིན་རྒྱལ་སྤྱིའི་གི་གསར་འགྱུར་བརྒྱུད་ལམ་ཁག་ནང་ལ་ཡང་གནས་ཚུལ་ཐོན་པའི་ནང་དང་ལྷག་པར་དུ་རྒྱ་ནག་རང་ཉིད་ནས་ད་རྒྱ་ནག་གི་སི་སི་ཏི་བྷི་བཅས་བཅས་གཞུང་འབྲེལ་གི་བརྙན་འཕྲིན་ལས་ཁང་ཚོ་ཚང་མའི་ནང་ལོ་ལ་ཟླ་བ་འདིའི་ཚེས་ཉི་ཤུ་ལྔ་ནས་ཉི་ཤུ་བརྒྱད་བར་དུ་བྱང་ཀོ་རི་ཡའི་གི་འགོ་ཁྲིད་ཀིམ་ཇོང་ཨུན་དང་ཁོ་རང་གི་ཕྲ་རོགས་མང་པོ་ཅིག

རྗེས་འདེད་གནང་ཡས་ཀྱི་གླེང་སློང་བྱུང་ཡོད་རེད་དེ་ད་ད་ལྟ་དངོས་སུ་བསྡུ་བྱེད་ཀྱིས་རྒྱ་ནག་ལ་འཚམས་གཟིགས་ཕེབས་ཡོད་རེད་ཅེས་ཀྱི་བརྙན་འཕྲིན་ནང་ལ་ཡང་རྒྱང་བསྲིངས་བྱས་ཡོད་རེད་རྩ་བའི་འདི་རྒྱ་ནག་སྲིད་འཛིན་གྱིས་མགྲོན་འབོད་གནང་བ་རེད་ཅེས་ཀྱི་སྐུ་སྒེར་གྱི་གནས་ཚུལ་ཡིན་པས་སོ་རེད་ཅེས་གསུངས་ཡོད་རེད་དེ་ཡིན་ནའི་བརྙན་འཕྲིན་བརྒྱུད་ལམ་ཁག་ནང་ལ་བལྟས་པའི་སྐབས་ལ་ཡང་གཞུང་འབྲེལ་གྱི་ཐོག་ནས་སྣེ་ལེན་གཟབ་རྒྱས་པོ་ཞུ་ཅེས་ཞུས་པའི་ཀྱི་བརྙན་འཕྲིན་ཁག་ནང་ཐོན་ཡོད་རེད་ལྷག་པར་དུ་སྲིད་འཛིན་ཞི་ཅིན་ཕིན་གྱིས་བྱང་ཀོ་རི་ཡའི་ཀྱི་དབུ་ཁྲིད་དང་ཕྱག་རོགས་འདི་གའི་སྟེང་ལ་སྣེ་ལེན་ཞུས་པའི་ཀྱི་སྐབས་ལ་ཡང། ད་རེས་ནི་བྱང་ཀོ་རི་ཡའི་གི་འགོ་ཁྲིད་རྒྱ་ནག་ནང་ལོགས་ལ་ཡང་འཚམས་གཟིགས་སྤེལ་བ་དང་དེའི་གོང་ལ་ཡང་ད་རྒྱ་ནག་གི་སྲིད་འཛིན་རང་ཉིད་བསྐྱར་དུ་དུས་བཀག་མེད་པའི་གི་འགོ་ཁྲིད་ལ་ཡང་འདེམས་ཐོན་བྱུང་བ་ལ་འཚམས་འདྲི་གནང་བ་ལ་ཐུགས་རྗེ་ཆེ་ཞེས་བཅས་གནས་ཚུལ་དེ་འདྲ་ཞིག་གསུངས་ཡོད་རེད་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་ནང་ལ་ཡང་དམིགས་བསལ་བྱང་ཀོ་རི་ཡ་དང་རྒྱ་ནག་གི་འབྲེལ་བ་དེ་དེ་སྔ་ནས་ལོ་ངོ་མང་པོའི་རིང་ནས་ཡོད་པའི་གི་གནས་ཚུལ་ནང་ལོགས་ལ་ཡང་བཀོད་དོན་བྱུང་འདུག་ལ

ངེས་པར་དུ་ཤེས་དགོས་ཀྱི་རེད་བྱས་བྱས་ཁོ་རང་གི་བསམ་ཚུལ་བཤད་པའི་གནས་ཚུལ་བྱུང་ཤག་གང་དང་འདས་པའི་གི་ཉི་མ་གསུམ་ནང་ལོགས་ལ་ཡ་མཚམས་སིལ་ཕེ་ནས་འདུམ་སྒྲིག་གི་གསོལ་སྟོན་བཤམས་པ་དང་ད་ག་ན་བཞིན་འགྲེམས་སྟོན་ཁག་མང་པོ་ཅིག་ནང་ལོགས་ལ་ཡ་ལྟ་སྐོར་ཁྲིད་པའི་གི་གནས་ཚུལ་དེ་གི་དེ་རྒྱང་སྲིང་བྱས་ཡོད་རེད་དེ་ནི་ཀིམ་ཇོང་ཨུན་ལ་ཉིས་སྟོང་བཅུ་གཅིག་ལོགས་ལ་ཡ་བྱང་ཀོ་རི་ཡའི་གི་འགོ་ཁྲིད་འཁོད་པ་ནས་བཟུང་སྟེ་ཕྱི་ཕྱོགས་ལ་ཡ་གཞུང་འབྲེལ་མཚམས་སིལ་ཕེ་བ་ཐེངས་དང་པོ་དེ་བྱ་དགོས་རེད་སྐམ་ལ། རིག་ལ་ཐུགས་ཆེ་ན་ད་ལམ་འདིའི་གཟིགས་སྐོར་དེའི་ཐོག་ནས་བྱང་ཀོ་རི་ཡས་ཨ་མི་རི་ཀའི་སྲིད་འཛིན་ཇོ་ནང་ཕྲན་གྱི་ལན་དུ་རྡུལ་ཕྲན་གོ་མཚོན་སྐོར་ལ་རྒྱ་དཀའ་མོལ་གནང་འདོད་ཡོད་ཞེས་རྒྱ་ནག་གིས་བརྗོད་ཡོད་འདུག་ཀེམ་ཇུང་ཨོན་རྒྱ་ནག་གློ་བུར་དུ་ཕེབས་ནས་སྲིད་འཛིན་ཞི་ཅིན་ཕིན་དང་མཇལ་འཕྲད་སྐབས་བྱང་ཀོ་རི་རྡུལ་ཕྲན་གོ་མཚོན་གྱི་དཀའ་རྙོག་སེལ་ཐབས་ཆེད་ཨ་མི་རི་ཀའི་སྲིད་འཛིན་ཏོ་ནལ་ཀྲམ་ཚོ་ནས་མཇལ་འཕྲད་གནང་འདོད་ཡོད་ལུགས་སུ་ཤིན་ཝང་གསར་ལས་ཁང་གིས་འདས་པའི་རེས་གཟའ་ལྷག་པའི་ཉིན་གནས་ཚུལ་སྤེལ་ཡོད་རེད་དེ་བཞིན་པེ་ཅིན་ནང་ཡོད་པའི་རྒྱ་ནག་དང་རྒྱལ་སྤྱིའི་ལྟེ་གནས་ཁང་དེ་ཨིན་སྐད་དུ། Center for China and Globalization། ཞེས་པའི་འགན་འཛིན་གཞོན་པ Victor Gao ཡི་གསུང་ཡན་ལ་ཡང་རྒྱ་ནག་དང་བྱང་ཀོ་རི་ཡའི་དབུ་ཁྲིད་རྣམ་གཉིས་མཇལ་འཕྲད་གནང་བ་དེ་ཧ་ཅང་གལ་ཆེན་པོ་རེད་ལ་མཇལ་འཕྲད་འདིའི་ཐོག་ནས་ཀོ་རི་ཡའི་མཚོ་གླིང་ནང་དུ་འབྲས་གོ་མཚོན་གྱི་དཀའ་ཉེ་སེལ་རྒྱུ་དང་ཡུན་གནས་ཐུབ་པའི་ཞི་བདེའི་ཁོར་ཡུག་བསྐྲུན་རྒྱུའི་རེ་བ་ཆེན་པོ་ཞིག་ཡོད་རེད་ཅེས་གསུངས་གནང་འདུག།

བར་ཐག་འདི་ལྟ་བུའི་གཟིགས་སྐོར་ཐོག་ནས་བྱང་ཀོ་རི་ཡས་འཛམ་གླིང་ནང་གྲོགས་མི་གཅིག་པོར་ཁེར་རྐྱང་ལུས་མེད་པའི་རྣམ་པ་མཚོན་གྱི་ཡོད། ལོ་ཨེ་ནི་བྱང་ཀོ་རི་ཡའི་ཐོག་ལ་ཡང་ཕྱག་ལས་གནང་མྱོང་ཡོད་མཁན་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་དཔོན་རིགས་ཟུར་པ་མིན་ཏཱ་རོ་ཨ་བྷ་ཡིས་ཀྱང་འགྲེལ་བརྗོད་གནང་འདུག་རྒྱ་ནག་གིས་ཉིན་གཉིས་རིང་ཀེམ་ཇོང་ཨུན་རྒྱ་ནག་ལ་ཕེབས་པའི་ངོས་ལེན་མ་གནང་བའི་འབྲེལ་ལམ་འདིའི་ཐོག་ནས། འདི་ལོ་ཕྱི་ཟླ་ལྔ་པའི་ནང་ཀིམ་ཇོང་ཨུན་དང་ཨ་མི་རི་ཀའི་སྲིད་འཛིན་རྡོ་ནལ་ཏྲན་རྣམ་གཉིས་མཇལ་འཕྲད་གནང་རྩིས་ཡོད་པའི་སྐོར་ལ་ཡང་བཀའ་མོལ་གནང་བ་དེ་ཡང་གནད་འགག་པོ་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་འདུག་ཐེངས་འདིའི་གཟིགས་སྐོར་སྐོར་ལ་ཤིན་ཧྭ་གསར་ལས་ཁང་གིས་ལུང་འདྲེན་བྱས་པར་གཞིགས་ན་ཀིམ་ཇོང་ཨུན་གྱིས་གལ་སྲིད་ལྷོ་ཀོ་རི་ཡ་དང་ཨ་མི་རི་ཀ་གཉིས་ཀྱིས་ཕྱོགས་ཡོངས་ནས་བཟང་སྤྱོད་ཀྱི་འཁོར་རྒྱུག་ཅིག་སྟོན་ཐུབ་པ་ཡིན་ན་ཚུར་ལམ་ཁུལ་དེ་ལ་ཡང་ཞི་བདེ་ལྷིང་འཇགས་མིག་ལྡོག་མཚུངས་པ་ཞིག་ཡོང་སྲིད་པ་རེད་ཅེས་འགྲེལ་བརྗོད་བྱས་ཡོད་འདུག། དེ་ནས་རིག་འཛིན་ལ་རྒྱ་གར་ནང་ཡ་ཁྱི་ནང་གོང་ས་སྐྱབས་མགོན་ཆེན་མོ་མཆོག་ཞབས་སོར་འཁོད་ནས་ལོ་དྲུག་ཅུ་འཁོར་བའི་དུས་ཚིགས་གསུང་འཕྲིན་དང་སྟབས་བསྟུན་ནས་རྒྱ་གར་བྱང་ཤར་ཁུལ་ལ་ཡ་གོམ་བགྲོད་ཀྱི་ལས་འགུལ་ཞིག་སྤེལ་བའི་གནས་ཚུལ་གསུང་རོགས་གནང། བློ་སོགས།
ཟླ་བ་འདིའི་གི་ཚེས་བཅུ་བདུན་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་ལ་བོད་ཀྱི་རྒྱལ་ས་ལྷ་སའི་ནོར་གླིང་ཕོ་བྲང་ནས་ཞལ་བསྒྱུར་ནས་བཙན་བྱོལ་དུ་ཆིབས་བསྒྱུར་གནང་ནས་ད་ལོ་ངོ་དྲུག་ཅུའི་ཁ་བདེ་བའི་སྒྱིག་མོ་ཅིག་ཡིན་ཙང་འདིའི་དུས་ཚོད་དང་བསྟུན་ནས་རྒྱ་གར་བོད་དོན་ཚོགས་པ་དང་འབྲེལ་ཡོད་ཁག་ཅིག་གི་གོ་སྒྲིག་འོག་ལ་ཟླ་བ་འདིའི་ཚེས་བཅུ་བདུན་ནས་བཟུང་སྟེ་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་ཆུ་དྭངས་མོའི་ས་ཐོག་ཏུ་ཟླ་ཞབས་བཅར་ནས་ལོ་ངོ་དྲུག་ཅུ་ཁ་བདེ་བའི་གི་དུས་ཚོད་ཁྱད་པར་ཅན་དྲན་གསོ་ཞུ་བའི་ཆེད་ལ་ཞི་བའི་གོམ་བགྲོད་ཀྱི་ལས་འགུལ་ཅིག་སྤེལ་གནང་ཡོད་རེད།

བདེན་པའི་རྒྱབ་སྐྱོར་ཞུ་ཡག་གི་དེ་འབྲེལ་གྱི་ཚོགས་པ་འདིའི་ཐོག་ནས་གནས་དེ་ད་ལོ་ནི་ཇི་ལྟ་བུའི་གོང་ས་བཙན་པོའི་གཞུང་བཙན་བྱོལ་དུ་ཕེབས་ནས་ལོ་དྲུག་ཅུ་ཟིན་མ་མྱོང་བ་དེ་འདྲ་ཆགས་ཀྱི་འདུག་དེ་འདྲ་ཡིན་ཙང་དེ་འབྲེལ་གྱི་ལས་འགུལ་ཞིག་སྤེལ་ཡག་གི་བཀའ་མོལ་བྱུང་ནས་ཨང་ཀི་ཐག་ཆོད་བྱུང་བ་དེ་རེད་ཞུ་ཡག་ཡིན་འགོ་ཁྲིད་གནང་སྟངས་དེ་དེ་འདྲས་ཟེར་རེད་དེ་ནས་འགོ་ཁྲིད་ཞེས་པ་ཞིག་ཚོང་གི་ཨུ་ཚུགས་ཡག་དེ་ཆུ་དྭངས་མོ་ཟེར་ས་དེ་དག་རྒྱ་གར་དང་བོད་ཀྱི་ས་མཚམས།

དེ་འདྲའི་ཐོག་ལ་ང་ཚོ་ལ་བྱ་བ་མང་པོ་བྱེད་རྒྱུ་ག་ཚོད་ཐུབ་ཐུབ་ཀྱིས་གནད་ཁག་རིག་པའི་དྲི་བ་འདིར་ལན་འདེབས་བྱས་པ་ཡིན། གོང་དུ་ཞུས་པའི་གསར་འགོད་ལྷན་ཚོགས་སྐབས་ལ་ཡང་རྒྱ་གར་བོད་དོན་ཚོགས་པའི་གི་སྐུ་ཞབས Sunderlal Sharma མཆོག་གིས་གོམ་བགྲོད་ཀྱི་ལས་འགུལ་སྐབས་ཀྱི་མྱོང་ཚོར་ངོ་སྤྲོད་གནང་བ་དང་སྦྲགས། ཁོ་རང་གི་མི་ཚེའི་ནང་ལ་དཀོན་མཆོག་དངོས་སུ་མཇལ་མྱོང་མེད་ཀྱང ྋགོང་ས་ཏཱ་ལའི་བླ་མ་མཆོག་ཞལ་མཇལ་བའི་སྐབས་དཀོན་མཆོག་ཟེར་དུས་ཁོང་ལྟ་བུ་ཞིག་ཡོད་པར་ངོས་འཛིན་ཞུ་གི་ཡོད་ཅེས་གསུངས་ཡོད་པའི་གནས་ཚུལ་དུ་ཟླ་བ་འདིའི་ཚེས་ཉི་ཤུ་བརྒྱད་ཉིན་མོ་སྟེ་གོམ་བགྲོད་གོ་སྒྲིག་ཞུ་མཁན་དང་དག་ན་ཞིང་གོམ་བགྲོད་ནང་ལ་ཡར་བཙུགས་འདུག་མཉམ་ཞུགས་གནང་མཁན་མི་བཞི་བཅུ་ཞེ་གྲངས་ཅིག་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་ཕེབས་འབྱོར་གནང་པ་དང་ཚེས་ཉི་ཤུ་དགུ་ཉིན་མོ་སྟེ་ལྡི་ལི་ས་མེད་གླིང་བོད་མིའི་ཟློས་གར་ནས་ཕེབས་བསུའི་སྣེ་ལེན། གཟབ་རྒྱས་ཀྱིས་ཞུས་འདུག་ལ་ཐུགས་རྗེ་ཆེ་གི་མཛད་སྒོ་རྗེས་ཚུགས་གནང་ཤག་ལས་འགུལ་འདི་གྲུབ་པ་རེད་ཡིན་ནའི་ད་ད་རི་ཚེས་སུམ་ཅུ་སོ་གཅིག་ཉིན་མོ་དེ་ཞུ་བ་རྡ་རམ་ས་ལ་གཙུག་ལག་ཁང་དུ་དབུས་བོད་མིའི་སྒྲིག་འཛུགས་ཀྱི་གོ་སྒྲིག་འོག་ལ་ཡ་ད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་བོད་མི་ཚོ་ཐོག་མར་རྒྱ་གར་ས་ཐོག་ཏུ་ཕེབས་ནས་ལོ་དྲུག་ཅུ་ཁ་འདས་པའི་གི་དུས་ཚིགས་སྲུང་བརྩི་ཞུ་གི་ཡོད་དུས་ཀ་ནས་རྒྱ་གར་གཞུང་མང་གཉིས་ལ་ཐུགས་རྗེ་ཆེ་ཞུའི་མཛད་སྒོ་བཅས་ཚུགས་གནང་སྐོར་སྐབས་དེའི་ཨ་ནེ་ད་ད་གོང་དུ་ཞུས་པའི་གོམ་བགྲོད་ཀྱི་ནང་ལ་མཉམ་ཞུགས་གནང་མཁན་དེ་གའི་དེའི་མཉམ་ཞུགས་གནང་ཡས་ཀྱི་གནས་ཚུལ་ཇི་འདུག་གམ་ལ། འདི་ནང་བལྟོས་ཆེ་ན་ད་ལམ་ཨིན་ཡུལ་གྱི་སེ་ལིས་བྷེ་རི་ཞེས་པའི་ས་གནས་སུ་ར་ཤི་ཡའི་གསོ་བ་ཟུར་པ་སེར་ཇོ་སི་ཀིར་པལ་དང་ཁོ་པའི་བུ་མོ་ཡུ་ལེ་གཉིས་ལ་དུག་རྫས་བཏང་ནས་རྨས་སྐྱོན་ཕོག་པའི་དོན་རྐྱེན་དེའི་ཐོག་ལ་ཡང་རྒྱལ་སྤྱིའི་ཐོག་ནས་ར་ཤི་ཡའི་ཐོག་ལ་ཡང་འཁོན་ལན་གྱི་ལས་འགུལ་སྤེལ་བ་ཡོད་པ་ཞིག་སོང་གི་ད་ལམ་ཨ་མི་རི་ཀས་ཀྱང་ནང་ལ་མཉམ་ཞུགས་ཀྱིས་ཝཱ་ཤིང་ཏོན་དང་ནེའུ་ཡོག་ནས་ར་ཤི་ཡ་གསང་བའི་ལས་བྱེད་པ་དང་དེ་བཞིན་གཞུང་ཚབ་ཀྱི་ལས་བྱེད་པ་དྲུག་ཅུ་ཙམ་ཕྱིར་འབུད་བྱས་ཡོད་པ་མ་ཟད་སི་ཨེ་ཏེལ་ནང་བསྟན་བྱེད་པའི་ར་ཤི་ཡའི་གཞུང་ཚབ་ཀྱི་ཡན་ལག་ཞིག་ཡོད་པ་དེ་ཡང་ཕྱི་ཟླ་བཞི་བའི་ཚེས་གཉིས་ནས་སྒོ་རྒྱག་རྒྱུའི་བཀའ་རྒྱ

and with། ད་བར་རྒྱལ་ཁབ་ཉི་ཤུ་རྩ་ལྔ་ཙམ་གྱི་ར་ཤའི་གཞུང་ཚབ་ཁང་གི་ལས་བྱེད་པ་གཙོས་བའི་མི་སྣ་བརྒྱ་དང་བཞི་བཅུ་ལ་ཉེ་བ་ཕྱིར་འབུད་བྱས་ཡོད་ཅིང། རྒྱལ་ཁབ་དེ་དག་ནི་ཨིན་ཡུལ་ཏོག་ལི་ཡ་ཀེ་ནེ་ཏྲ་དང་ཡུ་ཀེ་རེན་ཇེར་མ་ནེ་ཧྥ་རན་སི་པོ་ལན་ཏྲ་བཅས་ཀྱི་སྤྱི་མཐུན་རྒྱལ་ཁབ་ལི་ཐི་ཝེ་ན་སི་པེན་ནེ་ལྡ་ལན་ཏྲ་དན་མ་ཀི། ཨི་ཏི་ལི། ཨལ་བྷེ་ནི་ཡ། ཧང་གྷ་རི། སི་ཝི་ཏིན། ཁོ་རེ་ཤི་ཡ། རོ་མེ་ནི་ཡ། ཧྥི་ལི་པིན། ལཱ་ཐི་ཝེ་དང་ཨ་མེ་རི་ཀ་བཅས་ཡིན་འདུག་ཐོག་མར་དབྱིན་ཡུལ་གྱི་ར་ཤི་ཡའི་མི་སྣ་གཉིས་རྩ་གསུམ་ཆེན་པོ་གྱི་ར་ཤི་ཡའི་ཕྱི་སྲིད་བློན་ཆེན་ཡང་རིང་མིན་དབྱིན་ཡུལ་ནང་གཟིགས་སྐོར་དུ་ཕེབས་གཏན་འཁེལ་བ་དང་ཡང་ཆེད་དུ་གནང་བ་རེད་དེ་མ་ཐག་ར་ཤི་ཡའི་དབྱིན་ཡུལ་གྱི་གཞུང་ཚབ་ལས་བྱེད་པ་སོགས།

ཡོད་ཅེས་གསུངས་གནང་འདུག་དེ་བར་ལ་བྷ་ལ་དི་མིར་པུ་ཏིན་གྱི་མགྲིན་ཚབ་པ་སེར་གཏེར་པེ་སི་ཀོབ་ཀྱིས་ར་ཤི་ཡས་ཡང་གནས་ཚུལ་དཔྱད་ཞིབ་བྱེད་བཞིན་པ་དང་མགྲིན་པའི་འཁོན་ལན་སློག་རྒྱུ་ཡིན་ལུགས་གསུངས་པ་དང་སྦྲགས། གོང་ཞུས་གྲགས་འགུལ་གྱི་དོན་རྐྱེན་ནང་ར་ཤི་ཡའི་གཞུང་རང་འགྲེལ་མི་ལུགས་ལན་ལྡོན་བྱས་འདུག་ཡང་མི་རིགས་ཀྱི་ཕྱི་སྲིད་ལས་ཁུངས་ཀྱི་ཡུ་རོབ་ལས་དོན་ཚན་པའི་དྲུང་ཆེ་ཝེ་སི་མེ་ཤེལ་ཡིས་ཕྱི་ཟླ་གསུམ་པའི་ཚེས་ཉེར་རྩ་དྲུག་ཉིན་ར་ཤི་ཡའི་གཞུང་ཚབ་ཨ་ན་ཏུ་ལི་ཨན་ཏོ་ནོབ་བཀག་འགོག་གིས་ར་ཤི་ཡའི་མི་སྣ་ཕྱིར་འབུད་སྒོས་བརྡ་ལན་སྤྲད་སྐབས་ར་ཤི་ཡའི་གཞུང་ཚབ་ཀྱིས། ཨ་མི་རི་ཁ་དང་ར་ཤི་ཡ་གཉིས་ཀྱིས་ད་ཆ་ཡུལ་གཉིས་བར་འབྲེལ་ལམ་ཕྲ་མོ་ཡོད་པ་དེ་ཡང་རྩ་མེད་བཏང་དགོས་རེད་ཅེས་བཤད་ཡོད་པ་ར་ཤི་ཡའི་གཞུང་འབྲེལ Interfax ཞེས་པས་ལུང་འདྲེན་བྱས་འདུག་རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་སློབ་གྲྭ་ཚང་གི་བོད་སྐད་སྡེ་ཚན་ནས་བདུན་རེར་རྒྱལ་སྤྱིའི་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་དེ་རེད། དེ་ནས་རིག་འཛིན་ལགས། ད་ལམ་ཡེ་ཤུའི་རྒྱལ་ས་ཆེན་མོ་ཝེ་ཏི་ཀན་དང་རྒྱ་ནག་དབར་ལ་ཡང་འབྲེལ་ལམ་ཕྲན་བུས་བཟང་དུ་འགྲོ་གི་བའི་ཁོར་ཡུག་ལ་ཐའེ་ཝན་གྱིས་བློ་རྩ་བཏོན་ཡོད་པའི་གནས་ཚུལ་གསུང་རོགས་གནང། ལོ་སོ་སྐམ་ལགས་ད་ལྟ་རོབ་ཙི་ངོ་སྤྲོད་གནང་བ་ནང་བཞིན་ཐའེ་ཝན་འདི་རྒྱལ་ཁབ་ལོགས་སུ་ཡིན་པ་དང་ཡང་སོ་སོའི་རང་ཁ་རང་གསོ་ཡིན་པའི་གི་ངོས་འཛིན་བྱེད་ངེས་ད་ལྟའི་ཆ་ལ་རྒྱལ་སྤྱིའི་ནང་ལོགས་ལ་ཡང་གླིང་ཕྲན་ཆུང་ཆུང་ཆུང་ཆུང་དང་རྒྱལ་ཁབ་ཁག་གཅིག་བྱས་བྱས་ཉི་ཤུ་སུམ་ཅུ་ལྷག་ཡོད་མ་རེད་ཡིན་ནས་ད་འདས་པའི་གི་ལོ་ནས་བྱས་ནས་རྒྱ་ནག་སྟོབས་ཆེན་པོ་ཆགས་པའི་གི། བརྒྱུད་རིམ་ནས་ནི། ཐའེ་ཝན་དང་ཐག་རིང་རུ་བཏང་ནས་རྒྱ་ནག་མཉམ་དུ་འབྲེལ་བ་ཤུགས་ཆེ་རུ་བཏང་ངེས་ཁག་ཅིག་བྱུང་ཡོད་རེད། དཔེར་ན། འདས་བའི་གི་ལོ་དེའི་ནང་ལོ་ལི་ཡ་པ་ན་མ་སའི་གི་གླིང་ཕྲན་ཆུང་ཆུང་དེ་གིས་ནི་ཐའེ་ཝན་མཉམ་དུ་འབྲེལ་བ་བཅད་ནས་རྒྱ་ནག་མཉམ་དུ་འབྲེལ་བ་བཟོས་པའི་གི་གནས་ཚུལ་བྱུང་ཡོད་རེད། ད་ཉེ་བའི་ཆར་ལ་ཡ། ཡི་ཤུའི་བླ་ཆེན་པོབ་ཀྱི་ལས་ཁུངས་ཨ་མ་ཡོད་སའི Vatican ཆུའི་བླ་ཆེན་གྱི་ལས་ཁུངས་གཙོ་བོ་དེ་གིས་རྒྱ་ནག་མཉམ་དུ་འབྲེལ་བ་བཟང་དུ་བཏང་ནས། ཉི་མ་འགའ་ཤས་གོང་ལ་ཡ། རྒྱ་ནག་ནང་ལོགས་ལ་ཡང་ཡེ་ཤུའི་ལྷ་ཁང་དེ་ཚོའི་གི་མཁན་པོ་དང་ཨ་མདའ་ཁ་ན་ཤིང་མཆོད་དཔོན་དང་དེ་ཚོ་བསྐོ་བཞག་གནང་ཡ་དེ་རྒྱ་ནག་གཞུང་དང་ཝེ་ཏི་ཀན་མཉམ་རུབ་ཀྱི་ཐོག་ནས་ད་འདོད་མོས་ཡོད་བའི་ཐོག་ནས་བསྐོ་བཞག་བྱེད་ཡས་ཀྱི་བརྒྱུད་རིམ་ཅིག་ད་ལྟ་གྲོས་མོས་ཅིག་འགྲོ་བཞིན་པ་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད་རེད། ལྷག་པར་དུ་ཉི་མ་ག་ཤས་ཀྱི་རྗེས་ལ་ཡང་ད་གྲོས་མཐུན་དེ་ཐག་ཆོད་ཡས་ཀྱི་རེ་བ་དེ་ཅིག་བྱས་བས་ཀྱི། གནས་སྟངས་འདིའི་འོག་ནས་ད་ཐེ་ཝན་ལ་ཡང་ད་བློ་འཚབ་གྱིས་ཤིག་ཅིག་བྱ་ཡོད་རེད་སྤྱི་དང་འདས་པའི་གི་དུས་འདྲ་དེའི་ནང་ལོགས་ལ། ཐེ་ཝན་གྱི་སྲིད་འཛིན་ཚ་ཡུས་ཝིན་གྱིས་ཨ་ནི། ཡི་ཤུའི་བླ་ཆེན་ལ་ཡང་བསྐོ་བཞག་བྱས་ནས་དུས་དྲན་སྲུང་བརྩི་ཞུས་པ་དང་སྦྲགས་འཚམས་འདྲི་ཞུས་པའི་གནས་ཚུལ་བྱུང་འདུག་ལ། ད་ག་ནས་བཞིན། Vatican། ཡི་ཤུའི་བླ་ཆེན་གྱི་ལས་ཁུངས་ཀྱིས་ཕྱི་སྲིད་བློན་ཆེན་གྱི་ཕྱོགས་ནས་ད་ཐེ་ཝན་མཉམ་དུ་ང་ཚོ་མུ་མཐུད་ནས་འབྲེལ་བ་གནས་ཀྱི་རེད་ཟེར་ཅེས་གསུངས་པའི་གནས་ཚུལ་བྱུང་ཤག་དེ་འདྲས་ཀྱི་འོག་ནས་ད་སེམས་འཚབ་བྱེད་དགོས་མ་བ་ཡ་གྲོགས་ཅེས་གསུངས་ཀྱི་ཡོད་རེད་དེ་ཡིན་ནའི་ད་རྒྱ་ནག་དང་ཝེ་ཏི་ཀན་ཡེ་ཤུའི་བླ་ཆེན་གྱི་ལས་ཁུངས་གཉིས་དེ་འབྲེལ་བ་ཟབ་ཏུ་ཕྱིན་པ་ཡིན་ན་རང་བཞིན་གྱིས་ཐེ་ཝན་མཉམ་དུ་འབྲེལ་བ་བཅད་དགོས་ཡས་དེ་རྒྱ་ནག་གིས་ཆ་རྐྱེན་གཅིག་བཞག་གི་ཡོད་པའི་ཚོད་རྩིས་བྱེད་ཀྱི་འདུག་ལ་ཡང་དེ་དང་འབྲེལ་བས་ཀྱི་ཐེ་ཝན་དང་ཨ་མི་རི་ཀའི་གཉིས་འབྲེལ་བ་དེ་ད་ཉེ་བའི་ཆ་ནས་ཡག་རུ་འགྲོ་བའི་གི་གནས་ཚུལ་དང་ལྷག་པར་དུ་ཨ་མི་རི་ཀའི་སྲིད་འཛིན་གྱི་ངོས་ནས་ཨ་རིའི་གི་དེ་སྔ་ཡིན་ན་ཅིག་དཔོན་རིགས་ཆུང་ཙག་དེ་འདྲས་མ་གཞི་ཐའེ་ཝན་ལ་ཡ་གཞུང་དོན་ཕེབས་ཀྱི་ཡོད་མ་རེད་དེ་ཡིན་ནས་ད་དངོས་སུ་ཆེས་མཐོའི་གི་དཔོན་རིགས་དེ་འདྲས་ཐའེ་ཝན་ལ་ཕེབས་ཆོག་གི་གི་གྲོས་མཐུན་ཅིག་བཞག་ཡོད་རེད་དེའི་ཐོག་ལ་ཡ་ད་རྒྱ་ནག་མི་འདི་བས་རྣམ་འགྱུར་བསྟན་ནས

རྒྱ་ནག་ཡང་བློ་འཚབ་རྒྱག་གཞི་ཅིག་ཆགས་ཡོད་ལ། ཉེ་བའི་ཆ་ལ་ཨ་མི་རི་ཀའི་སྤྱི་མཐུན་ཚོགས་པའི་གྲོས་ཚོགས་འཐུས་མི་གཉིས་ཀྱིས་ནི་ཨ་མི་རི་ཀའི་ཀྱི་སྲིད་འཛིན་ལ་ཐེ་ཝན་ལ་ཡ་ཏཱ་སྣ་མང་གནམ་གྲུ F སུམ་ཅུ་སོ་ལྔ་རྟགས་ཅན་འདི་ངེས་པར་དུ་ཐེ་ཝན་ལ་བཙོངས་ནས་ཐེ་ཝན་གྱི་མང་གཙོའི་ལམ་ལུགས་དེ་སྲ་བརྟན་གནས་ཡ་དང་རྒྱ་ནག་གི་གལ་སྲིད་སྡིགས་ར་དང་ཉེན་ཁ་བཟོས་པ་ཡིན་ནས་ཐེ་ཝན་གྱི་གདོང་ལེན་བྱེད་ཡ་ལ་སྲ་བརྟན་ཡག་པོ་ཅིག་ཡོང་ཡ་གི་ཆེད་དུ་ནི་ཅིག་སྣ་མང་གནམ་གྲུ་དེ་བཙོངས་དགོས་ཀྱི་འདུག་ཅེས་ཅེས་འབོད་སྐུལ་ཞུས་པའི་གནས་ཚུལ་ཅི་བྱུང་ཡོད་རེད་གམ་ལགས། ངེད་ཚོ་ལ་ཐུག་ཆེ་ན་ཡང་ད་ལ་ཨ་མི་རི་ཀས་རྒྱ་ནག་ལ་ཡང་དངོས་ཟོག་ཁག་ཅིག་ལ་ཡང་ཚོང་འབྲེལ་ཕ་མ་གནོན་འཇོག་བྱེད་ཚུལ་ཐག་བྲེལ་བྱས་པ་དེ་ལ་ཡང་ཨན་རྒྱ་ནག་གཞུང་གིས་སྐྱོན་བརྗོད་བྱེད་མུས་ཡིན་པ་རེད། ཡུལ་གཉིས་ཀྱི་འབྲེལ་ལམ་ཇེ་སྡུག་ཏུ་འགྲོ་གི་ཡོད་པའི་རྣམ་པ་ལ་ཡང་འདས་པའི་རེས་གཟའ་དགུ་པའི་ཉིན་ཨ་མི་རི་ཀའི་སྲིད་འཛིན Donald Trump གྱིས་རྒྱ་ནག་ལ་ཨ་མི་རི་ཀའི་འགྲོ་ལ་ཐེར་འབུམ་དྲུག་ཅུ་ཙམ་གནས་པའི་ཚོང་འབྲེལ་ཕ་མ་གནོན་རྒྱུའི་གསལ་བསྒྲགས་གནང་རྗེས་འཛམ་གླིང་གི་མ་ཕྱི་ཁྲོམ་རའི་རིན་གོང་དམའ་རུ་ཕྱིན་པ་སོགས་འཕྲོག་བྱ་ཐུབ་པ་ཞིག་གྲགས་ཆགས་པ་རེད། དེ་རྗེས་ཨ་མི་རི་ཀའི་སྲིད་འཛིན་གཞོན་པ Mike Pence ནས་ཀྱང་དཔལ་འབྱོར་གྱི་གནད་དོན་ཐད་ད་ཆ་འགོག་དགོས་རྒྱུ་དེ་ཇི་བདེར་རྫོགས་པ་རེད་ཅེས་གཏམ་བཤད་གནང་ཡོད་པ་རེད། རེས་གཟའ་ཟླ་བའི་ཉིན་གསར་འགོད་པས་དེར་ལན་འདེབས་བྱེད་ཡུལ་བཀའ་འདྲི་ཞུས་པར་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་འབྲེལ་ཟམ་མ Hua Chunying གིས་ཨ་མི་རི་ཀས་རྒྱལ་ཁབ་གཞན་ལ་ཐུབ་ཚོད་དང་འཇིགས་སྣང་སྐུལ་རྒྱུའི་དུས་ཚོད་དེ་རྫོགས་པ་རེད་ཟེར་ཤེས་པ་ཡིན་ན་ལན་པོ་ཡོད་རེད་ཅེས་འགྲེལ་བརྗོད་བྱས་ཡོད་འདུག། ཡང་རེས་གཟའ་པ་སངས་ཉིན་རྒྱ་ནག་གིས་ཨ་མི་རི་ཀ་ནས་ནང་འདྲེན་བྱེད་བཞིན་པའི་མཐུན་རྐྱེན་ཁག་ཅིག་ལ་མགོ་ཁྲིད་ཨ་མི་རི་ཀའི་འགྲོ་ལ་ཐེར་འབུམ་གསུམ་ཙམ་དཔར་ཕྱིར་ནང་གི་གསལ་བསྒྲགས་བྱས་པའི་རྗེས་སུ་རྒྱུད་གཉིས་ཀྱི་འབྲེལ་ཡོད་དཔོན་རིགས་ཚོའི་དབར་ཚོང་འབྲེལ་ལ་དོ་ཕོག་དེ་ཙམ་འགྲོ་མི་དགོས་པའི་ཐབས་ཤེས་གནང་མུས་ཡིན་པ་དང། དེ་ལྟར་བྱེད་བཞིན་པའི་རྣམ་པ་ལ་ཡང་རྒྱ་ནག་གི་དཔོན་ཆུང་བློ་སྟོབས་པ་ལིའུ་ཧེ་དང་ཨ་མི་རི་ཀའི་ནོར་སྲིད་དྲུང་ཆེ་ཏི་ཕིན་མུ་ནི་ཆིན་དང་ཚོང་འབྲེལ་སྐུ་ཚབ་ལའི་ཐེ་ཙེར་དབར་གྲོས་མོལ་གནང་མགོ་བཙུགས་ཡོད་པའི་གནས་ཚུལ་འདུག། དེ་ནས་རིག་འཛིན་ལགས་དེ་གར་ཨ་མི་རི་ཀའི་ནང་རྒྱ་བྷ་ལམ་སློབ་གྲྭའི་ནང་རྒྱ་མི་དང་རྒྱ་གར་གྱི་དྲག་ལས་ཇེ་སྡུག་ཏུ་ཕྱིན་པའི་རྒྱུ་མཚན་ལ་བལྟས་ནས་ད་ལམ་ཨ་མི་རི་ཀའི་རྒྱལ་ཡོངས་སུ་སློབ་ཕྲུག་ཁྲི་ཚོ་མང་པོས་མེ་མདའ་རྐང་འདོམས་དགོས་པའི་ཞུ་གཏུག་གི་ལས་འགུལ་ཤུགས་ཆེ་ཞིག་སྤེལ་ཡོད་པའི་གནས་ཚུལ་གསུངས་རོགས་གནང། ལོ་སོ་སྐམ་ལགས་ཀྱིས་ད་ལྟ་རོབ་ཅིག་ངོ་སྤྲོད་གནང་པ་ན་ཤིང་རྟ་རྒྱས་པའི་དགེ་ལོ་ཤས་ནང་ལོགས་ལ་ཡང་ཨ་མི་རི་ཀའི་ནང་ལོགས་ལྷག་པར་དུ་མཐོ་རིམ་དང་གཞི་རིམ་སླབ་གྲྭ་ཁག་གི་ནང་ལོགས་ལ་ཡང་མེ་མདའ་བཀག་སྡོམ་ཤུགས་ཆེན་པོ་མེད་པའི་རྐྱེན་གྱིས་ཕྲུ་གུ་ད་ལོ་ན་བཅོ་ལྔ་བཅུ་དྲུག་ཡིན་རྗེས་ནས་མེ་མདའ་ཁྱེར་ནས་གང་བྱུང་མེ་མདའ་བརྒྱབ་ནས་པུའུ་དང་དགེ་རྒན་དང་སློབ་ཕྲུག་དང་དགེ་རྒན་མང་པོ་དམར་བསད་བཏང་པའི་གནས་ཚུལ་རིམ་པ་གཅིག་ཐོན་བཞིན་པའི་གནས་སྟངས་ཀྱི་ཆ་དེ་ཡོད་རེད་ཡིན་ནས་ད་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་གཅིག་གིས་ཉེན་ཚབས་ཆེ་བའི་གི་མེ་མདའ་དེ་གི་དེ་བཀག་སྡོམ་བྱེད་དགོས་གི་ཁྲིམས་གཞི་ལ་ཡང་བསྒྱུར་བཅོས་བཏང་དགོས་ཀི་འདུག་ཅེས་ཅེས་ཤུགས་ཆེན་པོ་ག་ཚོད་ལས་འགུལ་རིམ་པ་སྤེལ་ཡོད་རེད་དེ་ད་དུས་དོན་འབྲས་སོན་པ་ཅིག་ཡོང་གི་ཡོད་མ་རེད་ཡིན་ནས་ད་འདས་པའི་གི། བདུན་ཕྲག་དེ་ནང་ལོ་ཕྱི་ཟླ་གསུམ་པའི་ཚེས་ཉི་ཤུ་བཞི་ཉིན་མོ་དེ་གཙོ་བོ་དེ་ཨ་ནི་ཉེ་ཆར་ཟླ་བ་གཅིག་ལྷག་གཅིག་གོང་ལ་ཡང་ཨ་མི་རི་ཀའི་ཕྷ་ལོ་རི་ཀྲ་མངའ་སྡེ་གི་པག་ལེནད་ཀི་ས་ཁུལ་གི་རྟ་བསླབ་གྲྭ་ཞིག་ནང་ལོ་ལ་ཡང་མེ་མདའ་བརྒྱབ་པའི་འོག་ལས་རྟ་སློབ་ཕྲུག་དང་དགེ་རྒན་བཅུ་གྲངས་ཀྱིས། རྐྱེན་ལམ་དུ་ཕྱིན་པའི་གནས་ཚུལ་དེ་གི་འོག་ནས་ཕྲུ་གུ་ཚོས་རང་ཉིད་ཀྱི་མ་སྐུལ་དང་བླངས་ཀྱིས་ལས་འགུལ་ཤུགས་ཆེན་པོ་ཅིག་སྤེལ་ནས་གཙོ་བོ་ཚེས་ཉི་ཤུ་བཞི་ཉིན་མོ་དེ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནང་ལོགས་ལ་ཕྲུ་གུ་དང་ཕ་མ་དང་གན་རྒྱའི་གཞོན་གསུམ། མི་གྲངས་ཕལ་ཆེར་ས་ཡ་ཕྱེད་ཀ་ཅིག་གཉིས་འདུ་འཛོམས་ཀྱི་ཐོག་ནས་ལས་འགུལ་ཤུགས་ཆེན་པོ་ཅིག་སྤེལ་ཡོད་ལ་ད་ག་ནས་བཞིན་ཨ་མི་རི་ཀའི་རྒྱལ་ཡོངས་དང།

གི་ཨན་གཏམ་བཤད་སྤེལ་པའི་སྐབས་ལ་ཡང་ཁོ་རང་གིས་འདི་འདྲ་ཅིག་གསུངས་བཞག། ཨན་ཁོ་རང་གིས་ད་དེ་སྔ་ཁོ་རང་གི་སྤོ་ལགས་ཀྱིས་ཨ་ནི། ངའི་རྨི་ལམ་ཅིག་ཡོད་གསུངས་ཡས་ཀྱི་ད་གསུང་བཤད་སྐད་གྲགས་ཆེན་པོ་དེ་ལུང་འདྲེན་བྱས་རྗེས་ཨ་ནི་མེ་མདའ་བཀག་སྡོམ་བྱས་ཀྱི་དུས་ཚོད་སྤེལ་ཏེ་རེན་ཐག་ཆོད་བཞག་ཨ་ནི་དེས་ཨ་ནི་འགྱུར་བ་ཡིན་གཅིག་མིན་གཅིག་བཏང་དགོས་འདུག་ཟེར་ཡས་དང་ཡང་སློབ་ཕྲུག་གཞན་པ་ཅིག་གིས།
Parkland wants change! ཨ་ནི་འདི་གས་དེ་ལྟ་ས་གནས་སོ་སོའི་ནང་གི་ད་གནས་ཚུལ་བྱུང་རིམ་འདི་གས་དེ་ངོ་སྤྲོད་བྱས་རྗེས་ད་གང་ལྟར་ཨ་མི་རི་ཀའི་གྲོས་ཚོགས་ནས་ཨ་ནི་ཉེན་ཚབས་ཆེ་བའི་མེ་མདའ་འདི་བཀག་སྡོམ་གྱི་ཐོག་ལ་ཡ་གྲོས་ཆོད་ཁྲིམས་གཞི་ངེས་པར་དུ་བསྒྱུར་བཅོས་གཏང་དགོས་ཀྱི་འདུག་ཅེས་ཅེས་ཤུགས་ཆེན་པོའི་ཐོག་ནས་གསུངས་རྗེས་ད་དེ་ཡིས་ཨ་ནི་དེ་སྔ་ཝེད་ནམ་གྱི་དམག་བྱུང་བའི་གི་ཞུ་སྒོར་མི་མང་དུ་འཚོམ་ཤེས་ཞུས་ཀྱི་ཡིན་པའི་གནས་ཚུལ་གྱི་སྤེལ་འདུག་ལ་ཨ་ནི། ད་ག་རང་གིས་ཨ་ནི་ད་ཨ་མི་རི་ཀའི་གྲོས་ཚོགས་དང་ད་ག་ནས་བཞིན་ཨ་མི་རི་ཀའི་གཞུང་འཛིན་པ་དེ་གའི་དེ་གའི་བློ་འགུག་ཐབས་ཀྱི་གནད་འགག་ཤུགས་ཆེན་པོ་ཅིག་ཆགས་ཡོད་པའི་གནས་ཚུལ་འདུག་གམ་ལགས། འོན་ཀྱང་ཐུགས་ཆེ་ན་ཡང་འབར་མའི་ནང་ལ་ཡང་གྲོས་ཚོགས་ཀྱིས་རྒྱལ་ཁབ་ཀྱི་སྲིད་འཛིན་གསར་བ་ཞིག་འདམས་ཐོན་བྱུང་ཡོད་པའི་གནས་ཚུལ་འདུག་གནས་ཚུལ་དེ་ཐོན་པར་གཞིགས་ན་ཨང་སན་སུ་ཅི་ཡི་བློ་མཐུན་ཡིན་པ་དང་གྲོས་ཚོགས་གོང་མའི་ཚོགས་གཙོ་ཡིན་པ། ཝིན་མིན་ཏེ་བདུན་ཕྲག་སྔོན་མ་གློ་བུར་དུ་གྲོས་ཚོགས་གོང་མའི་ཚོགས་གཙོ་ནས་དགོངས་པ་ཞུས་རྗེས་ཨང་སན་སུ་ཅི་ཡིས་རྒྱལ་ཡོངས་དམངས་གཙོ་མཉམ་མཐུན་ཚོགས་པའི་ཁྲིམས་བཟོ་བ་མང་བ་ཡོད་པའི་གྲོས་ཚོགས་གོང་འོག་གཉིས་ཀས་ཁོང་སྲིད་འཛིན་གསར་པར་འདེམས་ཐོན་བྱུང་ཡོད་འདུག་གནས་ཚུལ་ནས་ཐོན་པར་གཞིགས་ན་སྲིད་འཛིན་གོང་མ་ཧི་ཏིན་ཀའོ་ཨ་ནེ་སུ་ཅིའི་བློས་བསྡོམས་ཤིག་ཡིན་ཡང་ཁོང་སྐུ་གཟུགས་བདེ་མིན་ལ་བལྟས་ནས་གློ་བུར་དུ་དགོངས་པ་ཞུ་དགོས་བྱུང་ཡོད་འདུག་ད་ཆ་དགུང་གྲངས་དྲུག་ཅུ་རེ་དྲུག་ལ་ཕེབས་པའི་སྲིད་འཛིན་གསར་པ་ཝིན་མིན་ཏི་ནི་རྒྱལ་ཡོངས་དམངས་གཙོ་ཚོགས་པའི་ཚོགས་མི་རྒན་གྲས་ཤིག་ཡིན་པ་དང། ཁོང་གིས་དབུ་ཁྲིད་ཨང་སན་སུ་ཅི་ཡིས་དབུ་ཁྲིད་པའི་ལོ་གཉིས་དང་ཕྱེད་ཀ་སོང་བའི་འཛིན་སྐྱོང་ཚགས་ཚུད་མཇུག་སྐྱོང་གནང་རྒྱུར་ཡིད་ཆེས་ཡོད་པའི་རྣམ་པར་གྲོས་ཚོགས་གོང་གི་འཐུས་མི་དྲུག་བརྒྱ་སུམ་ཅུ་སོ་དྲུག་ཡོད་པ་ནས་བཞི་བརྒྱ་གསུམ་གྱིས་ཁོང་ལ་རྒྱབ་སྐྱོར

ཚོགས་པར་གྲོས་ཚོགས་གོང་འོག་གཉིས་ཀར་མང་མོས་ཆེན་པོ་ཡོད་སྟབས་ཨང་སན་སུའུ་སྐྱིད་ཡི་སྐུ་དབང་ཆེན་པོ་ཡོད་པར་རང་བཞིན་ཡིན་པ་དང། དེ་ལྟར་ཡང་ད་ལྟའི་ཆར་དྲག་པོའི་སྲིད་གཞུང་གིས་གཏན་འབེབས་བྱས་པའི་རྒྱལ་ཁབ་ཀྱི་རྩ་ཁྲིམས་ནང་གྲོས་ཚོགས་ཀྱི་ཞབས་སྟེགས་བརྒྱ་ཆ་ཉིས་རྩ་ལྔ་དང་དེ་བཞིན་གསུང་སྒོ་དང་ནང་སྲིད་སོགས་བློན་ཆེན་གོ་གནས་ཁག་ཅིག་ཟུར་བརྗེ་བྱས་ཡོད་པ་དེས་གཞུང་འཛིན་ཚོགས་པར་དཀའ་ངལ་ཆེན་པོ་འཕྲད་མུས་ཡིན་པ་རེད། འདིའི་ཡན་ཆད་ཀྱི་ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་འདི་གསན་གྲུབ་པ་རེད།

ལན། རྣམ་པ་ཚོ་དེ་རིང་གི་ལས་རིམ་ཁག་མཇུག་སྒྲིལ་མ་ཞུས་གོང་གསར་འགྱུར་སྙིང་བསྡུས་ཁག་ཅིག་གསན་རོགས་གནང། དབུས་བོད་མིའི་སྒྲིག་འཛུགས་ཀྱིས་བཙན་བྱོལ་བོད་མི་རྣམས་ལ་ད་བར་རྒྱ་གར་གཞུང་དང་མང་ཚོགས་ཀྱི་མཐུན་འགྱུར་རོགས་རམ་གནང་བར་ཐུགས་རྗེ་ཞུ་རྒྱུའི་མཛད་སྒོའི་ཐོག་རྒྱ་གར་གཞུང་གི་དཔོན་རིགས་མཉམ་ཞུགས་བྱས་ན་འོས་བབ་མེད་པའི་སྐུལ་ལྕོག་བདམས་པ་དེ་ནི་རྒྱ་གར་གཞུང་གིས་ད་ལྟའི་དུས་བབ་འདི་རྒྱ་ནག་དང་འབྲེལ་བའི་གནད་དོན་ཐོག་ལ་འོས་འཚམ་ཞིག་མིན་པར་ངོས་འཛིན་གནང་གི་ཡོད་པའི་སྐོར་ནེའུ་ཡོག་དུས་བབ་ཀྱི་གནས་ཚུལ་སྤེལ་ཞབས། ཡིད་སྐྱོ་བའི་གནས་ཚུལ་ཞིག་ལ་ཡུན་རིང་བོད་དོན་ལ་རྒྱབ་སྐྱོར་གནང་མཁན་ཨ་རི་བ Grace Sping ལགས་འདས་གྲོངས་སུ་ཕྱིན་པའི་གནས་ཚུལ་དུ། ནང་སོག་གི་འབྲོག་པ་གཉིས་ཀྱིས་པེ་ཅིན་དུ་ནང་སོག་ས་གནས་ཀྱི་དཔོན་རིགས་དང་ཚོང་པའི་བར་ལག་འབྲེལ་བྱས་ནས་ས་གནས་འབྲོག་པའི་རྩྭ་ཐང་བཙན་བཟུང་བྱེད་པའི་བྱ་སྤྱོད་རྒྱ་ནག་གཞུང་ལ་ཞུ་གཏུག་བྱེད་དུ་ཕྱིན་པའི་རྐྱེན་གྱིས་ནང་སོག་ཉེན་རྟོག་པས་འཛིན་བཟུང་བྱས་པའི་གནས་ཚུལ་ཐོན་ཞབས། མ་ཡ་མའམ་འབར་མའི་སྲིད་འཛིན་གསར་པས་རེ་ས་པ་སངས་ཉིན་དམ་འབུལ་མཛད་སྒོའི་ཐོག་འབར་མའི་དམག་དཔུང་གི་ཁྲིམས་ལ་བསྒྱུར་བཅོས་གནང་རྒྱུ་ཁས་ལེན་གནང་ཡོད་པའི་གནས་ཚུལ་འདུག། རྒྱ་ནག་གཞུང་གིས་རྒྱ་ནག་གི་ཧྥུའུ་ཅན་ཞིང་ཆེན་གྱི་མིང་དང་ས་གནས་ནང་གི་རྡུལ་ཞུན་མཆོད་དཔོན་ཀའོ་ཅིང་ཤིན་བསྐྱར་དུ་བཙན་ཁྲིད་བྱས་པའི་གནས་ཚུལ་ཐོན་ཞབས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ལྷུན་གྲུབ་ཚེ་རིང་ལགས་དང།